ལོ་སྔ་མ་ནས་འགོ་བཙུགས་ཟིན་པ་དེ་མུ་མཐུད་དེ་ཐོན་གྱི་ཞུ་གི་ཡིན། ད་ལྟའི་ལྟར་དུ་ཞུ་ཡ་ལ་ནི་ཐོག་མར་ཡིན་ན་དེ་དམ་ཆོས་རིན་པོ་ཆེ་བསྟན་པའི་མདོ་ཟེར་བ་དེ་དག་གུས་པ་གི་དེ་ནི་རྒྱ་ཡིག་གི་ཐོག་ནས་བོད་ཡིག་ལ་བསྒྱུར་བས་རྒྱ་ནག་གི་དེ་གི་བསམ་དོན་དེ་གཞུང་ལ་གལ་ཆེན་པོ་ཞིག་རེད། ད་བསམ་གཏན་པ་ཟེར་ན་ཡང་ག་འདྲ་རེད་ཟེར་ན་དེ་ནི་རྒྱ་ནག་ལ་ད་ནང་པ་སངས་སྐྱིད་པོ་བལྟམས་པ་ལྟར་ནས་དེ་ནི་ལོ་སྟོང་ཕྲག་གཅིག་ལྷག་གཅིག་ཡིན་པ་ཙམ་དུ་མ་ཟད་རང་རེའི་ཁ་བ་གངས་ཅན་གྱི་ལྗོངས་ལ་དེ་ནི་སངས་སྐྱིད་ཀྱིས་བལྟམས་པ་མ་དུར་བའི་སྔོན་ནས་དར་ཟིན་པ་དེ་འདྲ་རེད། དར་ཟིན་པ་ཙམ་དུ་མ་ཟད་ད་དེང་སང་གི་དུས་སུ་དེ་ནི་དེ་གི་ལོ་རྒྱུས་དང་ད་བོད་རྒྱུད་མ་ཡིན་པའི་དེ་ནི་ནང་པ་གི་བལྟམས་པ་ཡོངས་རྫོགས་དེ་ཟླ་གཅིག་ཏུ་བརྒྱ་རྒྱུ་ནང་དོན་ཟེར་བ་འདི་རྩ་བ་གཅིག་ལ་བརྟེན་ནས་དེ་ནི་བྱུང་བ་དེ་འདྲ་རེད། དཔེར་ན་དེ་ནི་བྱང་ཀོ་རེ་ཡ་འདི་ལྷོ་ཀོ་རེ་ཡ་དང་བྱང་ཀོ་རེ་ཡ་གང་ཞིག་ད་ལྟ་བདམས་པ་ག་འདྲ་ཡོད་མི་ཤེས་ཏེ་གང་ལྟར་ཡང་ཁྲའོ་ཞན་ཟེར་བ་དེ་དང། དེའི་རྐྱེན་དུ་ནི་འཇར་པན་དང་ཝིའེ་ནམ Vietnam དང་ད་ལྟའི་ལྷ་སོགས་པའི་དེ་གི་ནང་པ་ཡོངས་རྫོགས་ཀྱི་དེ་ནི་དེ་རྩ་བའི་ཡི་གེ་གཅིག་ཆུ་རྒྱུན་བརྒྱུད་པ་འདྲ་བོ་དེ་ཡིན་ན་ད་རྒྱར་གྱི་ནང་པ་རེད། དེའི་ནང་ནས་ཀྱང་དེ་ནི་བསམ་གཏན་པ་ཟེར་བ་དེ་དེང་སང་ཡོངས་གྲགས་ལ་དེ་ནི་ཟན་ཟེར་བ་དེ་རེད། གཟན་ཟེར་བ་དེ་ཡང་རྒྱ་ནག་གི་སྐད་དུ་ཡོད་པ་དེ་ནི་ད་ཁྲན་ཟེར་བ་དེ་དང་ཡི་གེ་གཅིག་དེ་སྒྲ་བླག་སྟངས་མ་འདྲ་བ་རེད་ལ་ཡང་དེ་གཟན་ཟེར་བའི་ཡི་གེ་དེ་ཡར་འགྲོ་བ་ཡིན་ན་ཡང་དེ་གི་ལས་སྦྱར་གྱི་སྐད་ཁ་དེ་འདྲ་དེ་ཡི་གེ་དེ་འདྲའི་གི་ད་དེ་འདྲའི་ཞིག་ནས་ཟེར་བའི་སྒྲ་བསྒྱུར་ཟུར་ཆག་པའི་སྒོ་ནས་ད་བེད་སྤྱོད་གནང་བཞག་པ་མདོར་ན་ཏིང་ངེ་འཛིན་ཟེར་བའི་དོན་རེད་ཟེར་བ་ད་དེ་འདྲ་བསམ་གཏན་ཟེར་བའི་དོན་རེད། དེ་འདྲ་ཡིན་དུས་དེ་ལྟ་བུའི་དེ་གི་བསམ་དོན་གྱིས་དེ་གི་ད་བསམ་དོན་གསེར་དགུ་པོ་རྒྱུ་མཚན་དེ་སྤྱིར་བཏང་གི་ཁོང་སོགས་ལ་ཕར་བསྡུ་ཕྱིན་པ་དྲུག་ཡོད་རེད། ཡོད་ན་ཡང་དེའི་ནང་ནས་ཀྱང་ད་དེ་གི་ཉམས་སུ་ལེན་སྟངས་ཀྱི་ཆ་ནས་དེ་ནི་སྒོམ་ཉམས་ལེན་གཙོ་བོ་བྱེད་པའི་དེའི་རྒྱུ་མཚན་གྱིས་དེ་ནི་གཙོ་བོ་དེ་བསམ་དོན་པའི་ཆོས་ལུགས་ཟེར་བ་དེ་འདྲ་བྱུང་ཡོད་རེད། ད་དེའི་བསམ་དོན་དུ་ཆོས་ལུགས་དེ་ཐོག་མར་ནི་སློབ་དཔོན་ཆེན་པོ་དར་མོ་དར་ར་ཟེར་བ་དེ་ནས་འགོ་བཙུགས་ནས་ཡོང་བ་ཞིག་དང་དེ་ནས་རྗེས་སུ་ནི་ག་ལེར་ག་ལེར་བྱས་ནས་རིམ་གྱིས་རིམ་གྱིས་ཏེ། ད་ད་ལྟའི་བར་དུ་དེ་ནས་ཅིག་དེ་གའི་བརྒྱུད་པ་ཡང་མང་པོ་ཅིག་ཡོང་ཡོད་རེད་ལ་ལོ་རྒྱུས་ཀྱི་ཐོག་ནས་ཡང་ལྷོ་རྒྱུད་དང་བྱང་རྒྱུད་ཟེར་བ་གཉིས་སམ། ཡང་ན་རིམ་གྱིས་པ་དང་ཅིག་ཅར་བ་རྣམ་པ་གཉིས་སུ་ཡོང་གི་ཡོད་རེད། དེའི་ནང་ནས་ཅིག་ཅར་བའི་ལུགས་དང་འཛིན་པ་པོ་དང་གཙོ་བོའི་ནང་གི་གཙོ་བོ་གཅིག་དེ་སློབ་དཔོན་ཆེན་པོ་དཔེ་ནི་རེད། བོད་ནང་གི་གཏམ་རྒྱུད་དེ་ད་ལེགས་ཚུལ་ཐན་ཅན་ཟེར་ནས་ཡོངས་གྲགས་ལ་ད་བོད་སྐད་ལ་དེ་གི་སྡར་མོ་མ་རེད། དེ་གི་གཏམ་རྒྱུད་རིན་པོ་ཆེ་སྟག་པུའི་མདོ་ཟེར་ནས་བསྒྱུར་ཡོད་པ་དེ་རེད། གཏམ་རྒྱུད་རིན་པོ་ཆེ་སྟག་པུའི་མདོ་དེ་དེ་ནི་ད་རྒྱ་རྒྱུད་ནང་པ་གི་ད་ཅིག་རྒྱ་གི་དེ་གི་དེ་ནི་མཁས་པ་ཞིག་གི་ད་མཁས་པ་ཟེར་ན་འདྲ་འདྲ་སྐྱེ་བོ་དམ་པ་ཞིག་གི་བརྩམས་བཞག་པའི་གཞུང་ལུགས་ཞིག་གི་ནང་ནས་ད་ཅིག་ད་ལྟའི་བར་དུ་དེ་གི་སྙན་གྲགས་ཆེ་བ་དང་ཤུགས་རྐྱེན་བྱེད་ཤུགས་ནི་ཅུང་ལྷུག་ཆགས་ཡོད་པ་རེད། དེ་ལ་ཡང་ད་ལྟའི་ལས་དབང་མང་པོ་ཞིག་ཡོད་པ་ནང་ནས་ད་དེ་རང་གི་སྐབས་སུ་ང་ཚོ་གི་གཙོ་བོ་གི་ཤུ་ཡ་དེ་ག་རེ་ཡིན་ཟེར་ན། དེ་ནི་ད་འདི་དྲི་བ་དྲིས་ལན་དང་འབྲེལ་བའི་ལས་དབང་ཞིག་ཡོད་རེད་ད་བར་ཆད་དེའི་ནང་ནས་ཡོད་ཀྱི་རེད། དེ་འདྲ་རེད། ད་གང་ཉིད་སྐབས་དང་པོ་གི་ནང་དོན་དེ་ག་དེ་སུ་ནས་ཡོད་པའི་དབང་དུ་བཏང་ན་ཟེར་བ། ཨོ་ད་སེམས་ཡོད་པའི་དབང་དུ་བཏང་ན་ནི་དེ་ད་གང་གིས་ནང་དོན་དེ་ཚོ་སྤྱི་བཏང་གིས་ད་ལྟའི་ཆ་ལ་དེ་གི་རང་བཟོ་བརྙན་འཕྲིན་གི་ལེ་ཚན་དེ་ཚོ་ལ་ང་རང་སྒེར་མོ་ནས་ཡིན་ན་ག་པ་སོང་ན་ཡང་སྤྱི་བཏང་གིས་ཅིག་གསལ་མཁན་དང་དེ་འདྲའི་གང་ལ་གང་འཚམ་མང་པོ་ཞིག་ལ་ཐུག་གི་འདུག་རྣམ་པ་ཚང་མ་བཀའ་དྲིན་ཆེ་ཞུ་གི་ཡོད་ཁྱད་པར་དུ་འདི་ཡང་དེའི་སློབ་ཁྲིད་ལྟ་བུ་ཞིག་གི་ཐ་རྣམ་པའི་ཐོག་ནས་དུས་ཚོད་བཏང་ནས་བཤད་དགོས་ཡོད་དུས། ད་འདི་ལ་དམིགས་བསལ་གྱི་བསམ་པ་ཡོད་ན་དེ་ནི་བསམ་སྟངས་དེའི་སྐད་འགྲགས་ཅིག་རེད་ཟེར་ན་ཡང་ཅིག་གི་གོང་འོག་དེ་ཚོ་ཅིག་མཐར་ཆགས་སུ་བསམ་པ་ཡོད་ན་ཅིག་བྱས་ན་གཞུང་ལུགས་འདི་ལ་སློབ་གཉེར་བྱེད་པའི་གོ་ཆོད་གི་ཡོད་རེད། ད་འདི་གཞུང་ལུགས་འདི་ལ་སློབ་གཉེར་བྱས་ན་ག་རེ་དོན་དག་ཡོད་རེད་ཟེར་ན་སྤྱིར་བཏང་གི་ཡིན་ན་ང་ཚོ་ལ་ཅིག་རྒྱ་ཆེན་པོ་དང་དེའི་དེ་གཏིང་ཟབ་པ་གི་གཞུང་ལུགས་ཀྱི་རྣམ་གྲངས་བསམ་གྱིས་མ་ཁྱབ་པ་མང་པོ་ཡོད་དུས་ཡིན་གཅིག་མིན་གཅིག་གི་འདི་ལ་སློབ་གཉེར་གྱི་དགོས་ངེས་ཀྱི་ཆ་རྐྱེན་མེད་པ་ཡོད་པ་དེ་འདྲ་མ་རེད་ལ་ཁྱད་པར་དུ་ཁྱོད་རང་ཅིག་ག་རེ་ཞིག་གང་ཟག་ཅིག་ཉམས་སུ་ལེན་པ་ལ་དེ་གི་མེད་དུ་མི་རུང་བའི་ལམ་གྱི་རིམ་པའི་ཆ་རྐྱེན་གྱི་དབང་དུ་བཏང་ན་ཡང་འདི་ཡིན་གཅིག་མིན་གཅིག་གི་ཤེས་དགོས། བྱ་བ་ཡང་མ་རེད། ཡིན་ནའང་ཞེས་མར་སྒུག་པ་ཡང་མ་རེད། གསུང་རབ་མ་ལུས་གདམས་ངག་ཟིན་འཆར་བ་ཟེར་འོང་དུས་གསུང་རབ་ཟེར་བའི་ཁྱབ་ཁོངས་དེའང་ནི་ཆོས་བརྒྱུད་ཞབས་གྲགས་པ་ཞིག་གི་གསུང་རབ་དང་བླ་མ་ཞབས་གྲགས་པ་ཅིག་གི་གསུང་རབ་གཅིག་པུ་མ་ཡིན་པར་དེ་ནི་གཅིག་དང་ཕྱོགས་དང་རིས་སུ་མ་ཆད་པའི་གཞུང་ལུགས་ལ་ཐུགས་བསམ་ཕྱོགས་མེད་དུ་བསྐྱེད་པ་ཟེར་ནས་དེ་ནི་གནང་གི་ཡོད་དུས་དེ་དེའི་ཡང་སྤྱིར་བཏང་གི་དཀའ་ངལ་ཆེན་པོ་ཆགས་ཤིག་ཡིན་པ་རེད། ད་ལྟའི་ནང་ནས་ད་ལྟའི་ཆ་ལ་ཡིན་ན་འཛམ་བུ་གླིང་གི་སའི་གོ་ལ་དེ་ཡང་ད་ཕར་ལྟ་ས་ལ་ཅིག་ཆུང་ཆུང་རེད་པོ་ཆགས། མི་དང་མིའི་བར་གྱི་ཕན་ཚུན་གྱི་འབྲེལ་བ་དང་ནི་དེ་ནས་དེ་ཚོ་གི་རིགས་དེ་ཅིག་སྔར་དང་མ་འདྲ་བ་ཅིག་གི་དེ་འདྲའི་གི་འཁྲུག་ཆ་དོད་པོ་ཅིག་དང་ནི་དེ་ཅིག་ཕན་ཚུན་གྱི་དེ་གི་བར་ཐག་དེ་ཧ་ཅང་ཉེ་རུ་འགྲོ་གི་ཡོད་དུས་དེ་ནི་དེའི་གི་སོ་སོ་གི་ཅིག་ཁྱིམ་མཚེས་ལྟ་བུ་དང་སོ་སོ་གི་ལྟ་ཞིག་ཤག་རོགས་ལྟ་བུ་ཞིག་ཆགས་བསྡད་ཡོད་དུས་དེ་ནས་དེ་ཚོ་གི་གནས་སྟངས་དེ་ལ་རྒྱུས་ལོན་ཅུང་ཟད་ཙམ་ཞིག་མ་བྱས་ན་སྔ་ཕྱི་སོ་སོ་དང་གཅིག་ས་ཆ་ཁུག་ཀྱོག་པོ་གཅིག་ནས་དང་མི་ཚེ་ཧྲིལ་པོ་དེ་འདྲའི་གི་སོ་སོ་གི་དེ་གི་སྤྱི་ཚོགས་ཞེ་དྲག་པ་ཞིག་གི་སྟེང་ནས་ད་འཚོ་བ་སྐྱེལ་ཡག་དང་མ་འདྲ་བ་ཡིན་དུས་ད་ལྟའི་ཆ་ལ་ང་ཚོ་གི་ནང་པའི་གཞུང་ལུགས་ལ་སློབ་སྦྱོང་བྱེད་ཟེར་ཡོང་དུས་ཡང་གཅིག་ཆོས་རྗེ་ཞབས་གྲགས་པ་ཞིག་དང་ནི་ཐ་ན་དེ་སྔ་སོང་གི་ད་ནམ་རྒྱུན་གྱི་འཆར་ཅན་གྱི་ཅིག་བོད་བརྒྱུད་ནང་བསྟན་སྤྱི་ལ་དེ་གི་ཡོངས་ཁྱབ་ཀྱི་དེ་གི་རྩོད་རྒྱུགས་ཀྱི་སློབ་གཉེར་ལམ་ལུགས་ཀྱི་ཁྱབ་ཁོངས་ན་ཡོད་པའི་དེ་གི་ད་ཅིག་མདོ་སྨད་ཀྱི་འགྲོ་སྟངས་གཅིག་པོ་ཙམ་མ་ཡིན་པར་དེ་ནི་དེ་ལས་ཕར་རྒྱ་སྐྱེད་ནས་ཅིག་ཆོས་ལུགས་ཚང་མ་གི་གནས་སྟངས་ཞིག་གོ་གི་ཡོད་པ་དེ་ཙམ་མ་བྱུང་བ་ཡིན་ན་ནང་པའི་ཆོས་རྗེ་ཆེན་པོ་དེ་ཚོ་གི་ཡང་གར་འགངས་ཆེ་བའི་གཞུང་ལུགས་ཚང་མ་ད་ཡོང་གི་མ་རེད་པ་དེ་ནི་ཡིན་ནའང་དེ་ཚོ་གི་གཞི་རྩའི་གི་འགྲོ་སྟངས་དང་ནི་གཅིག་དེ་གི་གཅིག་རྨང་གཞིའི་གི་དེ་ཤེས་བྱ་དེ་མེད་པ་ཡིན་ན་དེ་ཡང་གཅིག་གཅིག་ད་ལྟའི་ཆ་ལ་ཡིན་ན་གཅིག་གཞི་རྩའི་ཤེས་ཡོན་གི་དེ་གི་ཡང་མ་འདང་བའི་དེ་འདྲའི་ཞིག་ཡོང་གི་ཡོད་རེད། ཨོ་དེ་འདྲ་ཡིན་དུས་དེ་ཨོ་དེ་ཚོ་ཐུགས་ལ་མཉམ་པར་བཞག་པའི་སྒོ་ནས་ཀྱི་དགོས་པ་རྒྱུ་མཚན་འདྲ་གཟིགས་པ་ཡིན་ན་ནི་འདས་ལ། ད་སློབ་གཉེར་གཅིག་ན་འགྲིག་གི་ཡོད་རེད། སློབ་གཉེར་མེད་ན་ད་ཅིག་ཆ་རྒྱུས་ལོན་འདྲ་བོ་བྱས་ནས་དེ་འདྲ་བྱས་ན་འགྲིག་གི་ཡོད་རེད། ད་འདི་ནི་དེ་གི་ཚན་པ་ཅོག་གཉིས་པ་ཞིག་རེད་ཅག་བཙུན་པ་ལམ་བདུན་གྱིས་མདོ་མྱང་འདས་ཀྱི་སྐོར་བྲིས་པ། ད་བཙུན་པ་ལམ་བདུན་ཟེར་བ་དེ་དག་གི་ད་གཙོ་བོ། སློབ་དཔོན་ཧུའེ་ནང་གི་སློབ་མ་ཞིག་ཡིན་ས་རེད་འདུག་ཁོང་གིས་ད་སྤྱིར་བཏང་འདིའི་ནང་ལ་མདོ་དང་འབྲེལ་བའི་དྲི་བ་མང་པོ་ཡོད་རེད་རྒྱ་རྒྱུད་ནང་པ་དེ་སྤྱིར་བཏང་གི་མདོ་རྩ་འདོན་བྱེད་ཀྱི་ཡོད་རེད་ད་བོད་རྒྱུད་ནང་པས་ཅིག་སྔགས་བཟླས་གི་མ་རེད་ད་གོང་དུ་གཏམ་རྒྱུད་རྩ་འདོན་བྱས་ད་པ་འདྲ་བོ་འདྲ་བོ་ཞིག་མཚམས་མཚམས་མ་ང་ཚོ་སློབ་གཉེར་གནང་སྟངས་ཀྱི་ཆ་ནས་དེ་འདྲ་ཡོང་གི་འདུག་བ་དེའི་སྐོར་ངས་ཡིག་ཐོག་ལའང་སྐད་ཆའང་བཤད་མྱོང་དྲིས་མྱོང། འདིའི་གི་དེ་གི་སྟག་འདོ་གི་སྟོང་ཐུན་ཉེར་བདུན་ཧོ་ཟེར་ཟེར་བ་ཞིག་ཡོད་རེད་དེའི་ནང་ལ་དེའི་སྐོར་གླེང་སློང་ཡང་བྱས་ཡོད་རེད། དངོས་སུ་དེ་གི་སྔོན་སྟངས་གི་ཆ་ནས་ཡིན་ན་གཏམ་པ་སྔ་དར་གྱི་དུས་ལ་སོགས་པ་ལ་བོད་ལ་འདོ་རྩ་འདོན་བྱེད་མཁན་གང་ལ་གང་ཙམ་བྱུང་འདོ་ལ་འདོན་འདྲེར་བརྩམས་དེ་ལ་སོགས་པ་དེ་གང་ལ་གང་ཙམ་བྱུང་ཡོད་ས་རེད། དེ་ཇི་འགྱུར་གྱི་སྐབས་སུ་ཡིན་ན་བསྒྱུར་མཁན་གྱི་ཡང་མདོ་དང་མདོ་འགྲེལ་བསྒྱུར་ཡ་ལ་སོགས་མ་ཡིན་པར་གཏམ་རྒྱུད་དེ་ཚོ་བསྒྱུར་གཏམ་རྒྱུད་ཀྱི་གཏམ་རྒྱུད་དེ་ནི་འགྲེལ་པའི་འགྲེལ་པ་འགྲེལ་བཤད་ཀྱི་འགྲེལ་བསྐྱངས་ཀྱང་དེ་འདྲ་བསྒྱུར་ནས་དེ་ཐིག་གི་ཅིག་འཕེལ་རིམ་འདྲ་བོ་གི་ཆ་ནས་ཡིན་ན་གཤིན་རྒྱུད་གསར་མ་དེ་ཚོ་གི་གཙོ་བོ་གཏམ་རྒྱུད་གཙོ་བོ་ཅི་ལའང་བཞག་པ་དེ་འདྲ་རེད་ཤག་དེ་གཤིན་རྒྱུད་གསར་མ་གི་ཤུགས་རྐྱེན་གྱི་འོག་ནས་གོ་རང་དེ་ནས་གསར་ཡིན་མ་ཡིན་མི་ག་ཆ་མེད་པར་ཚང་མ་འཇིགས་པ་གི་ཐོག་ནས་དེ་རང་བཞིན་གྱི་དེ་འདྲའི་གི་དེ་ད་ཅིག་གྲངས་ཀ་གི་ཆ་ནས་ཡིན་ནའང་རྙིང་མ་གསར་མ་གཉིས་ཀ་དེ་གསར་མ་ཚང་མ་བསྡོམས་བཞག་ན་རྙིང་མ་ལས་མང་གྲུབ་ཡོད་དེ་རང་བཞིན་གྱི་སྐོར་ལ་ང་ཚོ་གི་སྣང་ཚུལ་གྱི་ཆ་ནས་ཡིན་ན་ཅིག་རྩོད་རྒྱུགས་འདྲ་བོ་ཡང་དེ་ལྟའི་གསར་མ་ཡོང་ཆེད་པོ་འགྲོ་སྟངས་དེ་ཆགས་འགྲོ་གི་ཡོད་ས་རེད་དེ་འདྲའི་འདྲ་བོ་གི་ཕྱི་ནང་གི་རྒྱུ་རྐྱེན་ཡང་ཡིན་སྲིད་པ་དེ་གང་ལྟར་ཡང་གཏམ་རྒྱུད་དེ་རྩོད་འདོད་བྱེད་པ་དེ་དེ་བྱུང་གི་ཡོད་པ་རེད། ད་དེ་གང་ལྟར་ཡང་དེ་ལྟ་བུའི་གཏམ་རྒྱུད་དེ་གཙོར་འཛིན་བྱས་པའི་རྗེས་ལ་དེ་ནས་མདོ་དགོན་ནང་ལ་ད་སྤྱིར་བཏང་གི་འདུལ་དགོངས་པ་འགྲེལ་གྱི་ཡོད་རེད་ད་ལྟ་འདུལ་དགོངས་པ་རང་སྟོབས་ཀྱིས་འགྲེལ་དགོས་ངེས་ཚུལ་དེ་སངས་རྒྱས་ཀྱི་ལུང་དམ་པའི་སྐྱེས་བུ་ཅིག་ལ་ཡར་དེ་གི་འགན་དེ་བསྐོར་དེ་ནས་དེའི་ཀླུ་སྒྲུབ་དང་ཐོགས་མེད་གཉིས་ཀ་ཡིན་པ་བཅས་དེ་ནས་ཀླུ་སྒྲུབ་དང་ཐོགས་མེད་གཉིས་ཀས་ད་ག་རེ་གསུང་ཐུབ་ཟེར་ནས་ང་ཚོ་དེ་རང་ལ་སྐོར་བ་བརྒྱབ་ནས་བསྡད། དེ་འདྲ་བྱས་ད་དུས་དེ་ནས་མདོ་རང་ལ་ཐ་ཀར་དུ་གི་འཇུག་པ་གི་ད་དུས་དེ་གི་སློབ་གཉེར་གི་གོམས་གཤིས་དེ་མང་པོ་མེད་པ་ཡིན་ཙང་ནམ་རྒྱུན་གི་ཡིན་ན་ད་ཅིག་རྩོད་པ་ཅིག་བརྒྱབ་ན་དེ་གི་རྡོ་རྗེ་གཅོད་པ་སྐོར་ལ་དེ་རང་རྩོད་པ་བརྒྱབ་གི་རེད་ཟེར་ཡ་ན་མི་ཡིན་གྱི་མ་རེད་བ་མངོན་རྟོགས་རྒྱན་གི་ནང་ལ་དང་ཤེར་ཕྱིན་གི་རང་སྲོང་གི་ག་རེ་དེ་གི་འོ་མ་འཇུག་པའི་རང་སྲོང་གི་སྐབས་ཟེར་བ་འདྲ་བ་ཤེར་ཕྱིན་གི་ཅིག་ག་རེ་ཟེར་ན་ད་དེ་འདྲའི་རྐྱང་རྐྱང་བྱས་ནས་དེ་ནས

ཞིབ་འཇུག་བྱེད་དགོས་མཁན་དང་དེ་འབྲེལ་གྱི་དེང་སང་གི་ཞིབ་འཇུག་གི་རྣམ་པ་ཐོག་ནས་འགྲོ་དགོས་ཀྱི་ཡོད་ན་ཡང་དེ་ག་དེ་རྒྱ་གར་གྱི་པའི་གཏམ་རྒྱུད་དེ་ཚོ་ལ་བལྟམས་པ་ཡིན་ན་ང་ཚོ་ལ་ཅིག་དེ་ག་ཅིག་འཛིན་མཚམས་འདྲ་བོ་ཅིག་ཡག་པོ་ཅིག་ཟིན་གྱི་ཡོད་རེད་ད་ལྟའི་ལག་ཆ་ཅིག་བརྩི་དགོས་ན་འགྲིག་གི་ཡོད་རེད་ཡིན་ན་ཡང་ཕྱོགས་གཅིག་ནས་མདོ་དགོངས་པ་ཟེར་བ་དེ་དངོས་ཤུགས་གསར་གྱི་རྣམ་པ་བསམ་རྒྱུ་མི་ཁྱབ་པ་ཡིན་ཙང་ད་ལྟའི་རྒྱ་གར་མཁས་པ་ཟེར་ན་ཡང་གང་ཟག་བཤད་གྲོགས་པ་འགའ་ཞིག་གིས་དེ་གི་དེ་བསམ་བློ་གི་ནང་ལ་ཚར་དེ་གི་འཆར་སྒོ་གི་ཐོག་ལ་ཟེར་ན་འདྲ་འདྲ་དེ་གི་རྣམ་དབྱེ་གི་ཐོག་ནས་དེ་གི་གང་ཞིག་གནང་བཞག་པ་དེ་ག་རང་བཙལ་ནས་དེ་ནི་ཡག་རུ་འགྲོ་བཞག་པ་ཡིན་ན་ང་ཚོ་རང་ཉིད་ཐད་ཀར་མདོར་བསྡུས་དང་སྐམ་རུ་གནང་ཡག་ཞུ་ཡག་གི་དེ་གི་གོ་སྐབས་དེ་ང་ཚོས་ང་ཚོ་གི་ཅིག་སྒོ་བརྒྱབ་བཞག་པ་འདྲ་བོ་ཡང་དེ་འདྲའི་ཡང་ད་ཡོང་བསགས་ཀྱི་ཡོད་ས་རེད། ད་གལ་ཏེ་ཡིན་མིན་ལ་མ་ལྟོས་པར་དེ་རིང་འདིའི་སྐབས་སུ་ཞུ་ཡ་དེ་ང་ཚོས་འདིའི་བར་མཇལ་བ་ཡིན་ནམ་མཇལ་སྟངས་དེ་འོ་ད་དེའི་སྐབས་སུ་ཁོང་ཚོས་བཀའ་མར་གནང་གི་རང་དེ་གི་ནམ་རྒྱུན་ཁ་དོན་བཏོན་ན་འདྲ་བསམ་བློ་བཏང་ན་འདྲ་དཔེར་ཀློག་བྱས་ན་འདྲ་ཚང་མ་གྲུབ་མདོ་རང་དེ་གཙོ་བོ་གནང་བཞག་པ་ཅིག་ཆགས་ཀྱི་ཡོད་རེད། དེ་འདི་གི་སྟེགས་མདོ་འདིའི་ནང་ལ་བལྟ་བ་ཡིན་ན་གོ་གི་མང་པོ་ཡོད་རེད་སྟེགས་མདོ་དེ་གཞུང་གར་ཆེན་པོ་རེད་གྲགས་ཆེན་པོ་རེད་དེ་འདིའི་ནང་ལ་མགོན་པོ་ཀླུ་སྒྲུབ་ནས་བརྫངས་ཏེ། བོད་པ་ཐོག་མའི་ནས་བཟུང་སྟེ་གང་ལྟར་ཡང་གཏམ་རྒྱུད་གཅིག་ཀྱང་ཕར་ཆེར་དྲངས་མེད་པ་རེད། ད་ང་རང་གི་དེ་མ་དྲན་པ་མིན་ན་ཡོད་མ་རེད་གཏམ་རྒྱུད་གཅིག་ཀྱང་དྲངས་མེད་པ་རེད། མདོ་ཁོ་ན་དྲངས་ཡོད་པ་རེད། དེ་སྟེ་འདི་གཏམ་རྒྱུད་གཅིག་གི་ནང་ལ་གཏམ་རྒྱུད་གཞན་པ་གཅིག་ཀྱང་མ་གྲུབ་པར་མདོ་རྐྱང་པ་དྲངས་ཤག་པ་དེ་ང་ཚོའི་བོད་ཀྱི་དེ་གི་གཏམ་རྒྱུད་གི་ནང་ལ་ཡིན་ན་ད་འདི་གི་དེ་འདྲའི་དེ་ཕར་ཆེར་རག་གི་ཡོད་ན་མིན་ན་དེ་དེ་འདྲའི་རེད། དེ་འདྲ་ཡིན་དུས་འདི་ཡང་ང་ཚོ་གཅིག་བསམ་བློ་གཏང་ས་ཡོད་པ་ཞིག་རེད་འདུག་བ་དཔྱད་གཞི་གཅིག་ཞག་འུག་པ་ཞིག་རེད་འདུག་སེ་འོ་ད་དེ་ཞུ་གི་ཡོད། དེ་ཡང་བཙུན་པ་ལམ་བདུན་ནི་ཡོར་དབང་དྲུག་ཞེས་བཏགས་ཏེ་དེའི་ནང་ལ་དེ་བས་སྤྱིར་བཏང་གི་མ་རུ་སོང་དེ་འདི་སྤྱིར་བཏང་གི་བཀའ་སློབ་ཟིན་བྲིས་ཀྱི་ཚུལ་དུ་བྲིས་བཞག་པ་ཅིག་རྩ་བའི་ཆ་འདི་ཆགས་ཏེ་ཡོད་ཡིན་ན་ཁོང་དངོས་སུ་བཞུགས་པའི་སྐབས་སུ་ཏེག་འགྲོ་དེ་བྲིས་བཞག་པ་ཡིན་ཙང་དེ་ནས་དེའི་སྐབས་སུ་དེ་སློབ་དཔོན་རང་གིས་མ་རུ་བཀའ་འཁྲོལ་གནང་ནས་དེ་ནས་གདམས་གཏད་དང་བཅས་པའི་སྒོ་ནས་དེ་ནས་བྱིན་གྱིས་བརླབས་བཞག་པའི་དེ་འདྲའི་ཡིན་སོང་ཞིག་རེད། དེ་འདྲ་ཡིན་ཙང་སོང་བསམ་གྱིས་མི་ཁྱབ་པ་ཁྱད་པར་ཅན་དེ་འདྲ་རེད་ད་མངགས་གི་ཡོང་ལུགས་ད་བོ་ཡང་ཆགས་ཡོད། དབྱེར་ཀོང་ཀྲུག་གི། དག་ད་ད་གི་ཀོང་ཏུང་ཟེར་བ་དེ་ས་ཆ་དེ་རེད་ཤག་དེ་གི་ནང་ཧའེ་གི་དེ་གི་ད་ཡོད་མ་ཡིན། ཁོང་གིས་སློབ་དཔོན་ལ་འདི་ལྟར་ཞུས་ཏེ། སློབ་གཉེར་དཔའ་ང་རབ་ཏུ་བྱུང་བ་ནས་བཟུང་འཕགས་པ་མྱ་ངན་ལས་འདས་པའི་མདོ་ཁ་ཏོན་ཤེས་ནས་ལོ་བཅུ་ལྷག་ཐར་མོད་ད་དུང་ཡང་གསར་བུའི་དགོངས་དོན་མ་རྟོགས་པས་སློབ་དཔོན་གྱི་གདམས་པ་གནང་བར་ཞུ་ཞེས་སོགས་ད་དང་པོ་ལེའོ་གཉིས་པ་ལ་སོགས་པའི་གསུམ་པ་གི་སྐབས་སུ་ཡིན་ས་ཡོད་དེ་གི་དང་གཉིས་པ་དེ་ད་དེའི་ནང་ལ་ཡང་ཡོད་རེད། ཧུའེ་ནན་དེ་ནི་ད་ཅིག་བི་བིའི་རྣམ་འབྱོར་གྱི་ཚུལ་དུ་དེ་གི་ལོ་བཅུ་ཕྲག་ལྷག་ལ་བཞུགས་པའི་རིང་ད་དེ་ཚོ་ལ་ཡང་བཙུན་མ་མུ་ཟི་པི་སྙིང་པོ་ལ་སོགས་པ་དང་ཐུག་པའི་སྐབས་སུ་ཡང་ད་དེ་དག་གི་ཡང་ད་དེ་གི་དེ་མདོ་སྡེ་པདྨ་དཀར་པོ་དང་དེ་ལ་དེ་འདྲའི་བརླག་གི་ཡོད་པ་དེ་འདྲས་དེའི་དོན་ལ་ཡང་བསམ་བློ་ཡང་བཏང་གི་ཡོད་པ་དེ་འདྲས་རེད་འདུག་ཡིན་ན་ཡང་ང་ཚོ་བོད་པ་ནང་བཞིན་གྱི་ནི་བོད་དོན་བཤད་གྲྭ་ཆེན་པོ་ཞིག་རེད་གི་དེ་གི་དེ་འདྲ་ཅིག་མ་ལག་ཆ་ཚང་བའི་དེ་གི་སློབ་གཉེར་གི་དེ་གི་ལམ་ལུགས་གི་ཐོག་ནས་ཡང་ཅིག་དེ་འདྲའི་བཤད་གྲྭ་ཡོད་ས་མ་རེད་རྒྱ་དེ་ཇི་ཙམ་ད་ལྟའི་བར་དུ་དེ་འདྲའི་དེ་གའི་འདུན་པ་ཉུང་ཤས་རེ་གི་སོ་སོ་སོ་སོ་རྩ་ཤེས་འདྲ་བོ་ནའང་དེ་ནི་དེ་འདྲའི་ཆེད་ཁ་ཤས་ལ་དངོས་གནས་ཀྱི་བསམ་གྱིས་མ་སྐྱེས་པ་རྟོགས་པ་ཐོབ་པའི་གང་ཟག་དེ་འདྲ་ཡང་ཡོད་པའི་ལོ་རྒྱུས་དང་ལྟ་གྲུབ་ཐོབ་མང་པོ་མང་པོ་བྱོན་ཚར་བ་རེད་དེ། དཔེར་ན་དེ་གའི་ལྕང་སྐྱ་རོ་རུ་རྡོ་རྗེ་གི་ད་རི་བོ་ཙེ་ངི་ནི་ཡིག་དང་ནི་དེ་གའི་ནི་གོང་མགོན་པོ་སྐྱབས་ཀྱི་རྒྱ་ནག་གི་ཆོས་འབྱུང་ལྟ་བུ་དང་དུ་གི་གྲུབ་མཐའ་གི་ནང་ན་གང་ལ་གང་འཚམས་ཡོད་རེད་དེ་ཚོ་གི་ནང་ལ་ལྟ་བ་ཡིན་ན་རྒྱ་ནག་གི་དེ་གའི་ནང་པའི་ནང་ནས་བསམ་གྱིས་མི་ཁྱབ་པའི་དུ་གི་དེ་གྲུབ་པ་ཉེས་པའི་སྐྱེས་བུ་དམ་པ་མང་པོ་བྱོན་ཚར་བ་དང་དེ་ལས་ནི་དེ་འདྲ་ཡང་ད་ལྟའི་དངོས་ཡོད་གནས་ཚུལ་ཡིན་ས་རེད་བ་དེ་འདྲ་རེད། ཡིན་ན་ཡང་ད་ཡང་སྐྱབས་ཀྱི་ད་ནི་གི་དགེ་འདུན་པའི་སློབ་གཉེར་གི་དགོན་སྡེའི་སློབ་གསོ་གི་དབང་དུ་བཏང་ན་ཡང་ང་ཚོ་གི་ཅིག་གཞུང་ལུགས་དམ་པ་གི་ངེས་ཤ་དང་རྩོད་པ་དང་དེ་གི་དེ་ཚོ་གི་ཐོག་ནས་ད་རིགས་ལམ་དང་དེ་ཚོ་ང་ཚོ་བོད་པ་ཡ་ཚང་མས་ཁས་ལེན་གི་ཡོད་རེད་ད་ང་ཚོ་གི་ཡིན་བསམ་གི་ཡོད་རེད། ད་ཡིན་ནའང་གོང་སོག་གི་ཡང་དེ་འདྲ་མེད་པ་མ་རེད་ཟེར་བ་དེ་འདྲ་རེད། ད་དུང་ཡང་བསམ་བློའི་དགོངས་དོན་མ་རྟོགས་པའི་སློབ་དཔོན་གྱིས་གདམས་པ་ནང་བར་ཞུས་ཞེས་ཞུས་སོ་ཟེར་ད་ཡང་དེ་རེད་ད་གཞུང་དང་མ་ངེག་ཉེ་ཚོང་དུ་འཇུག་གོ་ཡོད་ཁོ་རང་གི་གཞུང་དེ་དམངས་དམངས་པོ་མང་པོ་བལྟ་ཚར་རེད་དེ་མ་ངེག་མེད་ན་དེ་གནད་དོན་རྡོག་རྡོག་དེ་ངོས་ནས་ཇི་ལྟར་ཉམས་སུ་ལེན་པ་དེ་མ་ཤེས་པ་དེ་འདྲ་ཡོང་གི་ཡོད་རེད་བ། སྐལ་ཆོས་ཆུ་བོ་རྗེ་ལགས་གཅིག་ད་བོད་དུ་ཕེབས་པའི་སྐབས་སུ་ཡང་དེ་གི་བོད་ལ། བློ་ཆེན་རིན་ཆེན་བཟང་བོ་ལྟ་བུ་བསམ་གྱིས་མི་ཁྱབ་པའི་སྐྱེ་བོ་ཞིག་ཡོད་དུས་ང་ཡོང་མ་དགོས་ཟིག་གསུངས་ནས་དེ་འདྲའི་ཡིན་དུས་མདང་ལེགས་གཉིས་ཀ་ལ་འཁེལ་པ་རེད་འདུག་དགོངས་ནས་དེ་འདྲ་སུ་དགོངས་རེད་ཡིན་ན་ཐ་མ་དེ་ལ་ད་འོ་ད་ཅིག་དེ་གཅིག་དེ་དྲིལ་ནས་ཉམས་སུ་ལེན་དགོས་ན་ནི་ལེན་སྟངས་ཀྱི་ཐ་ནས་ད་དུང་ལོ་ཙཱ་བ་གི་ཅིག་ཅི་མ་ཇི་བཞིན་ཙིག་དེ་ཨ་དེ་ཤ་གི་ད་ཅིག་ཅི་བོ་ཅིག་ཨ་དེ་པར་དང་ཨ་དེ་ཤ་ཐུག་འགུལ་ཡ་ཅིག་མ་བྱུང་བར་བ་དེའི་རྒྱུ་མཚན་གྱིས་དེ་ནི་འོག་ད་ང་ངེས་པར་དུ་བོད་ལ་ཡོང་བ་དེ་ཡོང་དགོས་པ་ཞིག་རེད་བྱ་སོང་བ་རེད། དེ་འདྲ་ཡིན་དེ་དེ་འདིའི་སྐབས་སུ་ཡང་ད་སློབ་གཉེར་བ་ཁོང་གིས་སྤྱིར་བཏང་གི་དེ་ནི་འདུག་མྱངས་དེ་མང་པོ་བརླག་གི་ཡོད་རེད་དེ་ལོ་བཅུ་ཐམ་པ་ཙམ་ཞིག་བྱས་ཚེ་ཁ་དོན་ཆེ་ནི་རེད་བ། ཡིན་ན་ཡང་ད་ལྟའི་དོན་དག་དེ་ཡག་པོ་ཞིག་ཧ་གོ་མ་སོང་སོང་རེད་ད་དེ་ད་འགའ་རེ་འདུག་བ་ང་ཚོ་ཡང་ནམ་རྒྱུན་རྡོ་རྗེ་གཅོད་པ་དང་ནི་དེ་མང་པོ་བརླག་གི་ཡོད་རེད་ཡིན་ནའང་ནང་དོན་ཧ་གོ་གི་ཡོད་མེད་ལ་མ་ལྟོས་པར་མང་པོ་ཅིག་ཧ་གོ་མ་གོ་ཅིག་རེད་ཅེས་སེམས་ཁུར་ཁོ་རང་གནང་གི་ཡོད་མ་རེད་ད་དེ་སྤྱིར་བཏང་གི་ཆ་ནས་ནོར་འཁྲུལ་ཡིན་ས་རེད། འོ་དེ་འདྲ་རེད། དེ་ལ་སློབ་དཔོན་མཆོག་གིས་ཁྱོད་ཀྱིས་གང་གི་མཐའ་ནས་མི་གོ་བ་འདུག་ཅེས་གསུངས་པ་ལ་ལམ་འདི་ན་རེད་ཟེར་སློབ་དཔོན་འདུ་བྱེད་ཐམས་ཅད་མི་རྟག་སྟེ་སྐྱེ་དང་འགག་པའི་ཆོས་ཅན་ཡིན་སྐྱེ་དང་འགག་པ་རྣམ་འགག་པ་ཤེས་བྱ་འགོག་པ་ཉིད་ཀྱིས་ཏེ་ཞེས་པའི་ཚིགས་སུ་བཅད་པ་འདིའི་དོན་ལ་ཐེ་ཚོམ་སྐྱེས་པ་ལགས་ཞེས་སོ། ད་འདིའི་གི་ཚིགས་བཅད་དེའི་སྐོར་ལ་ངའི་མཆན་ཡང་བགྱིས་པ་ཞིག་ཡོད། སྐབས་དེར། དེ་ནི་ངའི་བསྒྱུར་བའི་སྐབས་སུ་ཡང། དེ་མདོ་ལ་མཁར་གཤེགས་པ་གི་ད་ལྟའི་གོང་གསལ་མེ་ལོང་གི་ནང་ནས་དཔེ་མ་འདྲ་བ་དེ་ཚོ་ཚང་མ་གི་མཐར་ནི་འདིའི་ཚིག་སྤྱི་དེ་ཡང་རྩ་བ་རེད། དེའི་ནང་བཞིན་ཅིག་ད་སྤྱིར་བཏང་གི་རྒྱ་གི་གོ་རང་གི་ད་ལྟ་གཙང་ཅན་ཟེར་བ་དེ་གི་བཀའ་བསྟན་སྡེ་སྣོད་གི་དེ་གི་གསུང་གི་ནང་ལ་ཡང་ཡོད་རེད། རེད་དེ་ཡིན་ན་ཡང་དེའི་ཚིག་དེ་ཅུང་ཙམ་མ་འདྲ་རེད་དགག་སྒྲ་གཉིས་ཡོད་པ་ཞིག་དང་མེད་པ་ཞིག་གི་ཁྱད་པར་ཅིག་ཡོང་གི་ཡོད་རེད། ད་ལྟའི་དགག་སྒྲ་གཉིས་ཟེར་ན་འདིར་རྒྱ་ཡིག་འདྲ་ཡིན་ན་ནི་ཀྲུའུ་ཤིན་ཝུའུ་ཁྲང་ཧྲི་ཧྲི་མེ་ཧྥ། ཧྲི་མེ་མེ་དབྱི་ཟེར་བ་ད། དེ་ང་རང་གི་གོ་བ་ལས་ནང་དེ་འདྲ་ཞིག་ལངས་རེད་ད་ཧྲི་མེ་མེ་ཡིས་ཟེར་བ་དེ་སྐྱེ་འགག་གཉིས་ཀ་འགག་ཟེར་བ་རེད་ད། ཨོ་དེ་རེད་དེ་འདི། དེའི་སྐབས་སུ་དེ་གི་དེ་སྐྱེ་བ་དང་འགག་པ་གཉིས་ཀ་འགག་ནས་བསྡད་སོང་ད་ཡིན་ན་ཡང་བོག་གི་དེ་གི་དེ་སྤྱིར་བཏང་གི་ནམ་རྒྱུན་ད་དེ་ཡིན་ན་སྐྱེ་དང་འགག་པ། སྐྱེ་ནས་འགག་པར་གྱུར་བ་སོང་ནས་དེ་ནི། སྐྱེས་ནས་འགག་འགྲོ་གི་རེད། དེ་སོང་བ་ལས་སྐྱེ་དང་འགག་པ་གཉིས་ཀ་འགག་པ་རེད་གསུངས་ཡོད་མ་རེད་ད་དེ་དཔེ་ཁྱད་པར་ཡོད་རེད་སྐྱེ་ནས་འགག་ཟེར་བ་དེ་ཕྲ་བའི་མི་རྟག་པ་ཙམ་ཞིག་གི་ཐོག་ནས་མར་གསུང་གི་ཡོད་པ་རེད། སྐྱེ་དང་འགག་པ་གཉིས་ཀ་འགག་ཟེར་མོ་དེ་དེའི་སྟོང་ཉིད་ལ་ལབ་འདོད་ཡོད་རེད་ད་དེ་རེད། དེའི་སྐོར་དེ་དང་དཔེར་ན་ང་ཚོ་རྒྱལ་སྲས་ཆེན་པོ་ཞི་བ་ལྷ་གི་ཡང་དེ་དགོངས་པའི་བག་ཆགས་སྤོང་རྒྱུར་དངོས་པོ་ཅི་ཡང་མེད་ཅེས་དགོངས་ག་རེ་རེད། སྟོང་ཉིད་བག་ཆགས་གོམས་པས་ནི་དངོས་པོའི་བག་ཆགས་སྤོང་གྱུར་ཀྱང་ཅི་ཡང་མེད་ཅེས་གོམས་པས་ནི་དེ་ཡང་ཞིག་ནས་སྤོང་བར་འགྱུར་གསུང་བ་ལྟར་དུ་དེ་ནི་དེ་ལྟ་བུ་ཆགས་ཡོད་ན་ད་དེར་རྟོག་དང་རྟག་པར་སྐྱེ་བ་དང་གཉིས་པོ་ཕན་ཚུན་བརྟེན་པ་ཡིན་གསུང་བ་ལྟ་བུ་ད་དེ་འདྲའི་ཐོག་ནས་གང་ལྟར་ཡང་དེའི་དེ་མི་རྟག་པ་དེ་ཡང་གོ་རམ། བར་གཅིག་སྟེ། སྐྱེ་བ་དང་འགག་པ་གཉིས་ཀ་ཡང་ཕན་ཚུན་བརྟེན་པ་ཡིན་པའི་རྒྱུ་མཚན་གྱིས་དེའི་སྐྱེ་འགག་གཉིས་ཀ་དེའང་མི་འགག་པ་འདྲ་བོ་གཅིག་གི་སྐྱེ་འགག་གཉིས་ཀ་དེ་མེད་མིར་དམིགས་པ་རེད་ད་མིར་དམིགས་པ་ལ་འགག་པ་ལབ་ན་དེས་གི་ད་དེ་འདི་ཕྱི་ཐམས་ཅད་མི་རྟག་སྟེ་སྐྱེ་དང་འགག་པའི་ཆོས་ཅན་ཡིན། སྐྱེ་དང་འགག་པ་རྣམ་འགག་པ་ཤེས་ཡང་འགོག་པ་ཉིད་ཀྱི་ཟླས་ཀྱི་སྐྱེ་འགག་གཉིས་ཀ་རྣམ་པར་འགགས་སོང་ངོ་དེ་ཤེས་འགོག་དེ་ད་དངོས་གནས་གི་དེ་གི་མིང་བདེན་པའི་མྱང་འདས་ཆགས་ཀྱི་ཡོད་དེ་སྐྱེས་ནས་འགག་པར་སྐྱེ་རུ་འགག་པ་ད་ཅི་རྐྱང་པ་ཙམ་ཞིག་ཡིན་ན་དེས་ད་སྤྱི་སྟངས་ཀྱི་དེ་གི་མཐའ་མན་གྱི་སྤྱིར་བཏང་གི་མི་རྟག་པ་རྟོགས་པའི་ཡེ་ཤེས་ཟེར་ན་འདྲ་འདྲ་དེ་འདྲའི་གི་སྤྱིར་བཏང་གི་དེ་གི་དེ་དེ་འདྲའི་ཞིག་དེ་གི་ད་གང་ཟག་གི་བདག་མེད་གི་ཁྱད་པར་དེ་ཤེས་པ་དེ་ལྟ་བུའི་གི་དེ་གི་ད་ཡང་དེ་བདག་མེད་ལ་འཇུག་ཆོག་གི་ཡོད་ས་རེད་ཨོ་དེ་འདྲ་རེད་ཞེས་པའི་ཚིག་གཟིགས་བརྒྱབ་པ་དེའི་དོན་ལ་ཐེ་ཚོམ་གྱི་བ་ལ་ཞིག་ཤི་སོ། གཟུགས་ཀྱི་མི་རྟག་པ་དང་ཆོས་ཀྱི་རྟག་པ་ཟེར་ད་དེ་དཔེ་རེད། ད་བསྟན་དང་འདིའི་ནང་ན་བོད་འགྱུར་ཉང་ཏིག་གི་ནང་ན་སྐྱེ་མ་འོ་འདི་ཕྱི་རྟག་པ་མེད་སྐྱེ་ཡང་འགག་པའི་ཆོས་ཅན་ཡིན། སྐྱེ་ནས་འགོག་པར་འགྱུར་བས་ན་དེ་དང་ཉེ་བར་སྐྱེ་བ་དེ། དེ་ནི་ཁོ་སྐྱེས་ནས་འགོག་སོང་བ་ཙམ་གྱིས་མ་རེད་ད་སྐྱེ་འགག་གཉིས་ཀ་གི་ཆོས་དེ་འགག་སོང་ན་དེ་ནི་ཀྱེ་མ་འདུ་ཤེས་རྣམ་པར་དག་སྐྱེ་དང་འགག་པའི་ཆོས་ཅན་ཡིན་སྐྱེ་ནས་འགག་པར་འགྱུར་བ་དེ་དེ་དག་ཉེ་བར་ཤེས་པ་དེ་ད་དེ་རེད་དེ་འདི་དེ་ལྟ་བུའི་འདི་དེ་བ་ཀར་ལ་སོགས་པ་ནང་ལ་ཡང་དེ་འདྲ་འདུག་ཡིན་ཡང་སྐྱེ་དང། དེ་དེ་འགག་པ་གཉིས་ཀ་འགོག་ཟེར་བ་དེ་སྐབས་བསྟུན་དེ་ད་དེ་ཁ་དོག་འབྱོར་གི་རེད་ཟེར་ན་མདོ་དབུ་མའི་གི་དེ་ད་མ་དཔེ་པས་ན་ལེགས་སྦྱར་གི་མ་དཔེ་ལྟ་བུ་ཡོད་ན་ཨ་ནི་ལག་སྦྱར་གི་མ་དཔེ་གི་ནང་ན་གང་ལྟར་དེ་ཡོང་གི་ཡོད་ཡིན་ན་གཉིས་ཀ་ལྟར་དེ་ཡང་ཡོང་སྲིད་གི་རེད་ཨོ་དེ་འདྲ་ཡིན་དུས་ད་དེ་ཚོ་ལག་སྦྱར་ལ་ང་ཚོ་གི་སྤྱོད་ཡ་གི་ཡང་ཅིག་རྣམ་ཤེས་ཅན་ན་འདྲ་དེ་འཆར་སྐྱེ་འདྲ་བོ་དེ་ཚང་ཡོད་མ་རེད་ད་ཡིན་ན་རྒྱ་ཡིག་དང་བོད་ཡིག་གཉིས་ཀི་ནང་ན་འདི་འདྲའི་འདུག་ལ་དེ་འདྲའི་ཡང་ཚམ་ཚོམ་གོ་ཡག་པོས་མི་ཟེར་བོ་འདུག།

ད་ལྟ་ངས་ཞུས་ཆེན་ཟེར་ན་ཞུས་དག་ཟེར་ན་ཅིག་བྱེད་བཞིན་པའི་ཁུལ་རེད། ད་དེ་ལྟ་བུ་ཡིན་ན་འདིའི་ནང་ལ་ཡང་དག་པར་ཟེར་བ་ཚིག་གཅིག་འདུག། ཡང་དག་པར་ཟེར་བའི་ཚིག་གཅིག་འདུག།

འདི་གི་དམར་པོ་དེ་ང་ཚོ་བོད་དུ་ད་སྔོན་ནས་དེ་གི་ཡོད་བསྡད་པའི་དེ་གི་འཕོ་འགྱུར་དངོས་གནས་དེ་རེད་འདུག་དེ་ནས་རྒྱ་ནག་པོ་དེ་དེ་ནས་ད་རྒྱ་ནག་ཡི་གིར་ཡོད་པ་དེ་བོད་པའི་དང་མ་འདྲ་བའི་ཆ་ཡོད་པ་རེད་བ་འདུག་དེའི་ཚུར་འཕོ་འགྱུར་བཟོ་ཡོད་དེ་རེད། ཡིན་ན་ཡང་དེའི་འཕོ་འགྱུར་བཟོ་མཁན་དེ་འདི་ང་མ་རེད། ཡིན་ནའང་འཕོ་འགྱུར་དེ་རོ་ཡ་ད་དེ་ནི

ཡི་གེའི་ཐོག་ལ་ཡང་དག་པར་ཟེར་བ་དེ་དང་ནི་ངེས་པར་ཟེར་བ་དེའི་ཚིག་དེ་ཁ་ཁ་ཞེས་བྱ། དེ་འདྲ་ཡིན་ཏེ། ད་འདིའི་ནང་ན་མཚམས་མཚམས་མ་ཡང་དག་པར་ཟེར་བ་དེ། དེ་ནི་དེ་མི་དགེ་བ་ཡང་དག་པར་དེ་གི་དེ་ལོག་པར་ལྟ་བ་ལ་ཡང་དག་པར་སྤྱོད་པ་ཟེར་བ་འདྲ་བོ། དེ་འདྲའི་གི་བོད་ཡིག་གི་ནང་ལ་དེ་འདྲའི་ཅིག་ཡོང་གི་འདུག།

ད་ངས་མཐོང་གི་མི་འདུག་གང་ལྟར་ཡང་འདིའི་ནང་ལ་མ་འདྲ་བའི་ཆ་མང་པོ་ཡོད་རེད་ད་ནི་མ་འདྲ་བའི་ཆ་ཅིག་ཡོང་གི་ཡོད་རེད། མ་འདྲ་བའི་ཆ་དེ་ཚོ་བལྟ་ཡོང་དུས་དེ་ནི་དཔེ་ཆ་བཞག་པ་ཡིན་ན་འདིའི་ནང་ན། གང་གི་ཚེ་བདག་མ་དགོངས་བའི་དོན་བླ་ན་མེད་པ་རྟོགས་པ་དེ་ཁྱོད་ཀྱིས་མངོན་པར་རྫོགས་སངས་རྒྱས་པ་དེའི་རྫས་རྟོགས་ཁྱོད་ཀྱི་ཐོབ་བམ་སེམས་ཅན་གང་ཟག་ལ་སྦྱར་བའི་རྟགས་འདི་ན་ང་ཚོས་མངོན་གྱུར་མྱང་འདས་རང་རེད། ད་དེ་དང་མར་ཅིག་བསྒྲིགས་ཡོང་དེ་གི་དེ་འདི་དམར་པོ་གི་རྒྱ་ཡིག་དམར་པོ་དེ་ནི་བོད་ཡིག་དང་བསྡུར་ཡོང་ན་འདྲ་གི་ཡོད་མ་རེད། འདྲ་གི་མེད་དུས་དེ་མ་འདྲ་བ་གཞིར་བཟུང་བྱས་ནས་དེ་ནི་བསྐྱར་དུ་བསྒྱུར་ནས་གཉིས་ཀ་མཉམ་དུ་བལྟ་མ་དགོངས་པ་ན་དེ་འདྲ་བྱས་ཡིན་ས་རེད་འདི། ཚོགས་པ་གཞན་པ་ཞིག་གི་ལས་ཀ་རེད། ད་ནི་ད་དེ་འདྲ་བོ་ཅིག་གི་མང་པོ་ཞིག་ཡོང་གི་འདུག་ཨོ་ཡ། དེ་ནི་ཁ་ཤིའི་ནང་དོན་ལ་ཧེ་བག་ཅུང་ཟད་ཡོང་གི་ཡོད་པ་རེད་ཁ་ཤིའི་ནང་དོན་ལ་ཁྱད་པར་འགྲོ་གི་མེད་པ་རེད་ད། རྒྱུ་དེ་ཙམ་ཞིག་དང་རྣམ་གྲངས་ཀྱི་མང་ཉུང་ཙམ་ཞིག་ཨོ་དེ་འདྲ་ཡོང་གི་ཡོད་རེད་ད་དེ་འདྲ་ཡིན་དུས་ཀྱི་ང་ཚོས་ད་ལྟ་ངས་ཁྱེད་རྣམ་པར་དཔེ་མཚོན་བྱེད་ཤེས་སམ་གསུངས། ད་ལྟ་དཔེ་མཚོན་དེ་ཡག་པོ་ཅིག་ཉིད་མ་སོང། ད་ཁྱད་པར་མི་འདུག་གང་ལྟར་ཡང་འདིའི་གི། མཚམས་མཚམས་ལ་ང་ཚོའི་འདིའི་འབྲུ་རིགས་འདི་རྒྱ་ཡིག་དང་བོད་ཡིག་གཉིས་ཀར་བསྡུར་བ་ཡིན་ན་གང་ལ་གང་འཚམས་ཀྱིས་རྟོགས་ཡོད་པ་རེད། དེ་འདྲ་ཡིན་དུས་ད་ལམ་དུང་གི། དེའི་དོན་དེ་ཞུས་དུས་དེ་སློབ་དཔོན་གྱིས་བསྐྱར་དུ་ཇི་ཞིག་བྱས་ནས་ཐེ་ཚོམ་བགྱིས་པ་ཡིན། ད་དེ་གི། ག་རེ་བྱས་ནས་ཅི་ག་ཁྱེད་རང་བལྟས་ཤོག་ལ་ཐེ་ཚོམ་བྱེད་སྐྱེས་སོང་གསུངས་པ་ད་དུང། ཇི་ལྟར་བྱས་ནས་བདག་གི་ཐེ་ཚོམ་རྒྱས་པ་ཡིན་ཟེར་ན་འགྲིག་འདུག་ད་དུང་ལམ་མདུན་ན་རེ་སེམས་ཅན་ཐམས་ཅད་ལ་སྐུ་རྣམ་པ་གཉིས་ཡོད་ཀྱང་དེ་ཡང་གཟུགས་ཀྱི་སྐུ་དང་ཆོས་ཀྱི་སྐུ་རྣམ་པ་གཉིས་ལས། གཟུགས་ཀྱི་སྐུ་ནི་མི་རྟག་པ་དང་སྐྱེ་བ་དང་འགག་པ་དང་བཅས་པ་དང། ཆོས་ཀྱི་སྐུ་ནི་རྟག་པ་དང་ཤེས་པ་དང་མངོན་པར་རྟོགས་པ་མ་མཆིས་པའོ། རྟག་པ་ཡིན་པ་དང་ཤེས་པ་དང་མངོན་པར་རྟོགས་པ་ལས་འདས་པ་རེད་དེ་ཡོད་ས་རེད་ད་དེ་རེད། ལོ་ཡ། ད་འདི་གི་ཇོའི་དེ་ད་མཚམས་མཚམས་མ་འགྱུར་ཁག་པོ་འདུག་ཇོའི་དེ་ང་ཚོ་གི་ད་དེ་ང་ཚོ་གི་རིག་པ་རྫོགས་པ་ཆེན་པོ་སྐབས་ཀྱི་རིག་པ་དེ་ལ་བོན་ཇོའི་ལག་པས་རེད་བ། ད་ཡིན་ན་ཇོའི་དེ་ཡོངས་གྲགས་ལ་རྟོག་པ་རེད། དེ་ནི་འདི་ནང་ལ་མངོན་པར་རྟོགས་པ་ཚུལ་འགྱུར་གྱི་ཤེས་པ་དང་རྟོགས་པ་མ་མཆིས་པ་འོ་སྲིད་ན་དེ་རེད། དེ་ཡང་ཚུལ་འདི་ནི་མྱ་ངན་ལས་འདས་པའི་མདོ་ལས་སྐྱེ་དང་འགག་པ་རྣམ་འགག་པ་ཤེས་བྱུང་འགོག་པ་ཉིད་ཀྱིས་བདེ་ཞེས་གསུང་བ་ལྟར་ལགས་མོད་ཟེར་ད་དེ་རེད་དེ་གི་དེ་ཡང་བསྐྱར་དེ་གི་ལམ་འདི་མར་གསལ་བཤད་བྱེད་རེས་སྤྱིར་བཏང་གི་སེམས་ཅན་རྣམས་ལ་སྐུ་རྣམ་པ་གཉིས་ཡོད་རེས་ད་སེམས་ཅན་རྣམས་ལ་སྐུ་རྣམ་པ་གཉིས་ཡོད་ཟེར་བ་དེ་སྡར་མོ་གི་དེ་ནི་སློབ་དཔོན་སྡར་མོ་ལྟར་ར་གི་ད་ད་ད་རང་བཞིན་རྟོགས་པའི་དམ་ཆོས་ཟེར་བ་ཞིག་ཡོད་རེད་དེ། དེའི་ནང་ལ་ཡང་འདིའི་སྐོར་དེ་བས་མང་པོ་འདུག་ད་ཁ་ཚ་དེ་རང་ངེས་དེ་རྒྱུ་རིག་གིན་པ་ཡིན་ད་གང་མགྱོགས་གཅིག་གྱུར་ཚར་ཡ་འབྲེལ་བ་ཡོད་རེད་བ། ཨོ་དེ་རེད་དེ་ནི་སྐྱེས་དང་འགག་པ་རྣམ་འགག་པ་ཤེས་བྱ་འགོག་པ་གཉིས་ཀྱི་སྡེ་ཞེས་གསུངས་པ་ལྟར་ལགས་མོད་དེ་ལ་ཤེས་བྱ་འགོག་པར་འགྱུར་བ་ཞེས་པའི་སྐུ་དེ་གང་ཡིན་བདེ་བ་ཉམས་སུ་མྱོང་བའི་སྐུ་དེ་གང་ཡིན་ཟེར་ད་དེ་རེད་འདུག་དེ་བདེ་བ་ཉམས་སུ་མྱོང་ཟེར་བའི་བདེ་བ་དེ་ཡང་ང་ཚོ་གི་བསགས་རྩིས་དང་སྤྱིར་བཏང་གི་བདེ་བ་ཞིག་ཡིན་མིན་ལ་སོགས་པ་ཡང་སྤྱིར་བཏང་གི་ད་སྔ་མོ་ངའི་འདས་འགྱུར་བའི་སྐབས་སུ་སྡར་མོ་ལྟར་རང་གི་གཞུང་ཆེན་པོ་དེ་ཚོ་དངོས་སུ་བལྟ་ཡོད་མ་ཐག་གི་ཡིན་ནའང་ད་ལྟ་གཞི་ནས་བལྟ་འོང་བའི་སྐབས་སུ་སྤྱིར་བཏང་འདིའི་གི་ཁུངས་གཏུག་ས་དེ་ཡང་སྡར་མོ་རེད་དོ་སྡར་མོ་ལྟར་བ་དེ་རྒྱ་ནག་ལ་བསམ་གཏན་གྱི་ཆོས་ལུགས་དེ་སྤེལ་མཁན་རེད་དེ་རབ་དྲུག་སྟག་མདོ་ཟེར་བ་དེ་རབ་དྲུག་པ་དེ་དེ་ལས་སྙན་རྒྱུད་ཀྱི་གདམས་པ་མར་འཛིན་མཁན་གྱི་རབ་དྲུག་པ།

གཟུགས་ཀྱི་སྐུ་ནི་འགག་པར་གྱུར་པའི་དུས་ན་འབྱུང་བ་ཆེན་པོ་བཞི་གསལ་བར་མཐོང་ཞིང་དེ་ནི་ཡོངས་སུ་སྡུག་བསྔལ་བ་སྟེ་སྡུག་བསྔལ་བ་དེ་ལ་བདེ་བར་ཅི་ལྟར་ན་རེ་བ་སྟེ་དེ་རེད། ཟག་བཅས་ཐམས་ཅད་སྡུག་བསྔལ་བ་སྲས་པོའི་རྒྱུ་མཚན་དེའང་ཐ་མ་སྟེ་དེ་རེ་བ། གལ་ཏེ་ཆོས་ཀྱི་སྐུ་ལས་ཉམས་སུ་མྱོང་ངོ་ཞེ་ན་ད་ཆོས་ཀྱི་སྐུ་དང་ཤེས་པ་དང་འགོག་པ་ཡིན་ཞིང་དེ་ནི་དེ་འདྲའི་ད

འདི་ནི་ཁོ་རང་བེམ་པོ་ད་ལྟ་ཤི་ཤ་ཤི་ཤི་མེད་པ་རེད་གང་ལྟར་ཁོ་ཤི་བའི་རྣམ་པར་རིག་པ་ཡིད་ལ་བྱེད་པའི་བློ་མ་རེད་དེས་ན་དེ་ཉམས་སུ་མྱོང་ལུགས་མི་འདུག་ཨ། ཡང་ཆོས་ཉིད་ནི་སྐྱེ་བ་དང་སྐྱེ་བ་དང་འགག་པའི་གཞི་ཡིན་ཞིང་ཕུང་བོ་ལྔ་ནི་སྐྱེ་འགག་གི་ཤེས་པ་ཡིན་ཞིང། དེ་གཉིས་གཞི་གཅིག་ལ་ཤེས་པ་ལྔ་ཡིན་ནོ་ཞེ་ན་ད་དེ་རེད་དེ་དེ་རང་བཞིན་དང་རྣམ་རྩལ་ལྟ་བུ་དེ་འདྲའི་གཅིག་ཡིན་ཟེར་ན་དེ་ལྟར་ན་སྐྱེ་འགག་རྟག་པར་འགྱུར་ཏེ་ད་དེ་རེད་ཡང་ན་གཟུགས་ཀུན་ད་དེ་རེད་ཀུན་རྫོབ་དམ་པ་དང་དོན་དམ་བདེན་པ་གཉིས་ཀ་མཐར་ཉིད་དུ་གཅིག་ཡིན་ན་སྐྱོན་གཞི་དོན་དམ་པར་ཐ་དད་ཡིན་ན་ཁྱོད་ཀྱི་རྩེ་མར་བའི་གར་ཟིག་ང་ཚོ་གི་འདི་གི་ལུག་ནག་རིན་པོ་ཆེ་གྱི་བུ་མདོ་དྲངས་ནས་རྟག་པ་ང་ཚོའི་ཤེས་རབ་ལས་གི་ནང་ན་སོང་གི་ཡོད་རྒྱུ་ད་དེ་འདྲ་བོ་ཞིག་གི་སྐྱོན་དེ་འཕངས་རེད་དེ་ནས་གཞི་གཅིག་པ་དང་ཤེས་པ་ད་ལྟ་དེ་རེད་སྐྱེ་བོ་ཕོངས་ཆུ་གཉིས་དེ་དོན་དམ་པ་རེད་བ་སྐྱེ་འགག་དེ་ཀུན་རྫོབ་རེད་བ་དེ་གཉིས་ཀ་དེ་ཁོ་རང་གཞི་གཅིག་ཡིན་ན་ཡང་ན་དེ་གི་ཆོས་གི་མི་རྟག་པར་ཐ་རེད་ཅིག་ཀུན་རྫོབ་བདེན་པ་ལ་གཅིག་ཐར་ཉིད་དུ་གཅིག་ཡིན་ན་དེ་གི་ཐར་ཉིད་དུ་ཀུན་རྫོབ་སྐྱེ་འགག་ཤེས་པ་ལྟར་དུ་ཆོས་གི་སྐྱེ་འགག་ཤེས་པ་དོན་དམ་པར་ཐ་དད་ཡིན་ན་དེ་གི་ཐར་ཉིད་དུ་དེ་གི་དོན་དམ་པར

སྐྱིད་མི་བྱེད་ཀྱང་མི་འགག་པར་འགྱུར་གྱི་རེད་ཟེར་དེ་དུས་སླར་ཡང་སྐྱེ་རེད་ཟེར་ད་ཅིག་ཅིག། གཞི་དེ་ལས་ཡ་ར་ཅིག་ཁོ་རང་གི་ངོ་བོ་ལ་ཆོས་ཆོས་ཉིད་ཅིག་འདི་སངས་རྒྱས་སོང་བ་ཡིན་ན་དེ་ལས་སླར་ཡང་ཡང་དེ་ཆོས་ཉིད་དེའི་ངང་ལས་སྐྱེ་འགག་ལས་འོང་གི་རེད་ཟེར་ན་དེ་ནི། འཁོར་བ་ད་དེ་གི་དེ་དཔེར་ན་སངས་རྒྱས་སངས་རྒྱས་སོང་ནས་ཡང་བསྐྱར་འཁོར་ཡོང་བར་འགྱུར་རེད་གལ་ཏེ་རྟ་འདི་འགོག་པའི་ལྡོག་པས་སླར་མི་སྐྱེ་བ་ཡིན་ན་ཞེ་ན། ད་ལྟའི་གང་ཡང་སྐྱེ་བ་གང་ཡང་མེད་པ་ཡིན་ན་དེ་ནི་སྲིད་མེད་ཀྱི་བེམ་པོ་ནང་བཞིན་གྱི་ཆགས་འགྲོ་གི་འདུག་བ་ཟེར་ནས་ད་ལྟའི་ཆོས་ཀྱི་ཆུར་གུད་དང་གཟུགས་པོ་གཉིས་ཀ་དེ་གཅིག་ཐ་དད་གང་ཡིན་གྱི་ཐོག་ལ་དེ་ནི་ཁོ་རང་གི་གོ་བ་ཡག་པོ་ཞིག་མ་རག་རེད་ད་དེ་རེད། ད་ཡིན་ནའང་འདི་བདེན་གཉིས་ཀྱི་དབྱེ་བ་ཡག་པོ་ཅིག་ཕྱེས་གནས་སྣང་ཡག་པོ་ཅིག་ཕྱེས་ནས་ང་ཚོ་གི་དཔེ་ཆ་བའི་ནམ་རྒྱུན་གྱི་ཆ་སྟངས་ཡིན་ན་འདི་ལ་ཅིག་ཡང་ཅིག་འདྲི་ཤེས་ཅིག་རྒྱག་ཡོད་ས་རེད་ད་ཡིན་ནའང་དེ་རང་སློབ་དཔོན་དཔོན་ནང་ཁོང་རང་རང་གི་ལན་ག་རེ་རྒྱག་དགོས་ནི་ང་ཚོས་དེ་ལྟ་ཡ་རེད།

ཅི་ཕྱིར་ཤེས་རོལ་རྟག་ཆད་ཀྱི་ལྟ་བ་ལམ་ནས་དག་པ་འཇོག་པའི་ཚུལ་བླང་བར་བྱེད་པ་ཡིན། ད་འདི་སྐབས་གཙོ་བོ་ཁོང་གི་རྟོགས་ལྡན་གྱི་བཀའ་ཆ་རེད་སྙམ་མྱོང་སྐད་ཆ་རེད་ཡིན་ན་ཡང། ཁོ་རང་སེམས་འཛིན་མེད་རྩོལ་མེད་ཀྱི་ངང་ནས་དེ་ནས་གཅིག་དེ་གི་ད། རང་བྱུང་རང་ཞི། རང་ཤར་རང་གྲོལ། དེ་ནས་དེ་གི་དེ་མ་བཀག་རང་བྱུང་མ་འགྲངས་རང་རྒྱལ་ཏེ། དེ་གི་གསང་བ་ནང་བཞིན་གཅིག་ད། དེ། སྐྱོན་དང་གཡོན་དུ་གཉིས་པོ་དབྱེར་མེད་ཕྱིར་རྣམ་པར་རྟོག་པའི་མཚམས་མ་བཀང་ཞིང་ཡང་མ་བཀག་རང་བྱུང་མ་འབྲང་བར་བྱས་ཏེ། རང་བཞིན་ཞིག་ན་རང་གི་ངང་གིས་འགྲོར་སོང་བ་རེད། དེ་ལྟེ་རེ་ཞིག་རེད་ཟེར་བ་ལྟར་དེའི་ནང་ཕར་འགྲོ་བཞག་པ་ཡིན་ན་དེ་ནི་ལ་འཇིགས་ཆགས་ཡོད་རེད་དེའང། ཅིའི་ཕྱིར་ཕྱི་རོལ་བའི་རྟགས་ཕྱི་རྒྱལ་ལྟ་བ་ལྷག་མི་ཐག་པ་མཆོག་གི་ཆོས་གླིང་བུར་ཤེས་པ་ཡིན་ཚེ་ཁྱོད་རང་གིས་ཅིག་ད་ལྟ་ང་ཚོ་འོས་པ་རྟོག་གེ། རྟོག་གེ་བསྟེན་ཀྱང་མ་ངེས་ལ་མ་ཁྱབ་ཀུན་རྫོབ་སྐྱེ་བ་ཅན་ཤེས་པ་ལ་ནི་བརྟེན་པར་འདོད་སོང་བ་ནང་བཞིན་གྱི་ནི་རྟོག་གེ། ད་རྟོག་གེ་རང་གི་ཐོག་ནས་ཕར་བྱེད་འོང་ན་རྟོག་གེའི་ལམ་ནས་ཆོས་ཉིད་དུ་འཁྲིད་ན། དེ་ནས་དེ་གའི་ད་ཆོས་ཉིད་དེ་ཡང་ཡིད་ཀྱི་རྨོངས་ཤིང་ཡིད་འདི་རྟོག་གོ་མ་རེད་གསུངས་ཡོད་པ་ལྟར་མོད། དེ་རེད། དེ་ཡང་ཁྱོད་ཀྱིས་བཤད་པ་ལྟར་ན་གཟུགས་ཀྱི་ལུས་གཞན་དུ་གྱུར་བའི་ཆོས་ཀྱི་ཤེས་པ་ཞིག་ཡོད་པ་དང་སྐྱེ་འགག་གཉིས་ལུས་གཞན་དུ་གྱུར་བའི་ཤེས་པ་དང་འགོག་པ་ཤེས་པ་ཞིག་འཚོལ་དུ་ཡོད་པ་དང། ད་དེ་རེད་དེ་དང་པོ་ནས་ཁོ་རང་གཉིས་སུ་བཟུང་ནས་དེ་ནས་གཉིས་སུ་ཡོད་པ་གཞིར་བཞག་བྱས་ནས་དེ་གཉིས་ཀ་ཟེར་བ་གཅིག་འདི་བྱས་བཞག་ན་ཁྱད་མཚར་ཆགས་རང་དུ་གཉིས་རེད་གསུངས་ན་གཉིས་རེད་ཟེར་དེ་རེད་ད། དེ་དེ་གཉིས་ཟེར་བ་ལ་མ་གཞི་གི་དེ་འཛིན་པ་དེ་ཡང་ང་ཚོ་གི་ད། གཟུགས་ཀྱི་ལས་དེ་གཉིས་སེལ་བའི་སྟེགས་གཉིས་ཕྱུག་གི་འཛིན་པ་ལ་བསམ་བློ་དགོས་རང་མགོ་བཙུགས་ཡོང་དེ་ནས་དེ་བཅུག་ཚར་རེད་ད་ང་ཚོ་དེ་རེད་ཟེར་བ་དེ་གསུང་གི་ཡོད་ས་རེད། གཟུགས་ཀྱི་ལས་གཞན་དུ་བསྐྱུར་བའི་ཆུར་གྱི་ཤིས་པ་ཞིག་ཡོད་པ་ད་སྐྱེ་འགག་ཉིད་སྐྱེ་ཞིང་འགག་པ་རང་དུས་ན་དེ་ནས་ད་དེ་སྐྱེ་ཞིང་འགག་པ་ཉིད་ཀྱི་རང་དུས་ན་དེ་ནས་དེ། ད་སྐྱེ་འགག་མེད་པ་རེད། སྐྱེ་འགག་གཉིས་ལུས་ཀྱང་འདི་སྐྱེ་རུ་ཤི་བ་དང་འགོག་པ་ཤི་བ་ཞིག་འཚོར་དུ་ཡོད་པ་དང། ཟླ་འདིའི་ཐག་ཆེན་གྱི་མདོར་བསྡུས་མང་པོ་གནང་ནས་འདི་གནང་རྒྱུ་གསུངས་ཡོད། ཡང་མྱང་ལི་འདི་བ་ཏག་ཏུ་བདེ་བ་ཞེས་པའང་ལུས་ཀྱི་མྱོང་ཤ་ཉིད་ཡིན་པར་སྣང་བར་འདུག་མོད་ཚེ་ད་དེའང་ཅིག་ང་ཚོ་བ་ནམ་རྒྱུན་གྱི་ཅིག་ཡོད་དང་ཡོད་ཅིག་གཉིས་སུ་ཡོད་པ་དང་འཁོར་བསམ་དུ་འཛིན་པ་གྱི་ཐོག་ནས་མྱོང་ཤ་མྱོང་ཤ་གཉིས་སུ་ཡོད་པ་ལྟ་བུའི་བསམ་བློ་ཅིག་གི་དེའི་གོ་བ་དེ་ག་ཁྱེད་རང་གོ་གླེང་འདུག་བ། དེ་ག་རེ་རེད་ཟེར་ན་དེ་ནི་སྐྱེ་བ་དང་འཆི་བ་ལ་ཤེར་ཤོག་ཤེར་ཤང་མངོན་པར་འཕྲེང་བའི་ད་དེ་ཁྱོད་རང་སྐྱེ་འཆི་ལ་ཞེན་པ་མདོར་ན་འཁོར་བ་ལུས་མི་ཐོང་རེད་ཟེར་རེད་ད་འདི་རེད་དེ་ག་སྐྱེ་བ་དང་འཆི་བ་རྩི་རྒྱུ་རེད་ཡིན་ན་ནམ་རྒྱུན་འདི་འཁོར་བ་ཞེས་ཐག་གིར་བསྒྱུར་མཁན་ཡང་མང་པོ་རེད་རྒྱ་ཡིག་གི་ཐོག་ལ་དེ་སྐྱེ་བ་དང་ཧྲིན་ཧྲི་ཟེར་བ་དེ་སྒྲ་བསྒྱུར་བྱས་ན་ཐ་སྒྱུར་བྱས་ན་ད་སྐྱེ་བ་དང་བྱེད་པ་རེ་ད་གདོང་གི་བར་གྱི་མཐར་ཉིད་དངོས་དེ་བེད་སྤྱོད་བཏང་ན། མདོར་ན། འཁོར་བ་ལ་ཤེར་ཞིང་དྲན་པ་རེ་གསུངས་ཀྱི་ཡོད་རེད། འཁོར་བ་དང་སྐྱེ་འཆི་གཉིས་ཀ་དོན་གཅིག་རེད་ད་འཁོར་བ་ཡོད་ན་སྐྱེ་འཆི་ཡོད་རེད་སྐྱེ་འཆི་ཡོད་ན་འཁོར་བ་ཡོད་རེད་འོ་དེ་རེད། འཇིག་རྟེན་གྱི་བདེ་བ་བློས་མི་ཐོངས་པ་ཡིན་ནོ། ད་ནི་ཁྱོད་ཀྱིས་འདི་ལྟར་ཤེས་པར་བྱ་སྟེ། གསུངས་ནས་དེ་ཡང་སངས་རྒྱས་ཀྱིས་ནི་རྨོངས་པ་རྣམས་ཀྱི་ལྷ་དེ་ཕུང་པོ་ལྔ་དང་མཉམ་དུ་ཚོགས་པ་ལ་རང་གི་ཕུང་པོ་ལྔ་མཉམ་དུ་རང་གི་བདག་ཉིད་ཀྱི་མཚན་ཉིད་དང་དེ་ལས་ཐ་དད་པའི་ཆོས་ཐམས་ཅད་ཤེས་འཇིག་རྟེན་གྱི་མཚན་ཉིད་དུ་ཤར་གྱིས་ཞེས་པར་མ་ཟད་ཟེར་རེ་ན་འཇིག་རྟེན་ལ་མཐུན་འཇུག་གི་དབང་དུ་བཏང་ན། ད་དེ་དེའང་འཇིག་རྟེན་མཐུན་འཇུག་ཡིན་གསུངས་ནས་འོག་མ་འཇུག་པའི་ནང་ན་ཤར་གྱི་རི་བོའི་སྡེ་དང་མཐུན་པའི་ཚིག་ཟིན་བཅའ་བ་ལས་གསུངས་ནས་འོག་མ་འཇུག་པ་རང་གྲོལ་གྱི་ནང་ན་མང་པོ་བགྲང་ཡོད་པ་དེ་འདྲ་བོ་ཅིག་རེད་ད་དེ་འཚོ་བ་ལ་དགའ་ཞིང་འཆི་བ་ལ་འཚེར་བ་དང་དེ་ནི་དྲན་རྟོག་གི་རྒྱུན་གཡོ་བ་དང་རྨི་ལམ་སྒྱུ་མ་དང་རྨི་ལམ་དང་བརྫུན་པའི་རང་བཞིན་མི་ཤེས་པ་དང་དོན་མེད་དུ་འཁོར་བར་རབ་ཏུ་འཁོར་བ་དག་ལ་རྟག་པ་དང་བདེ་བ་མྱ་ངན་ལས་འདས་པ་ཉིད་ཀྱང་དེ་ནས་སྡུག་བསྔལ་གྱི་མཚན་ཉིད་དུ་འགྱུར་ཏེ་དེ་ཚོ་མ་ཤེས་པ་ཡིན་ན་ལ་ཅིག་ཁོ་རང་དག་དོན་དམ་ཡང་ཀུན་རྫོབ་ཆགས་རོ་རེད་ལབ་རེད་དེ་དེ་ཉིད་ཚུལ་ཀུན་ཏུ་ཆུ་རུ་ཡུར་ལ་ཡང་བའི་སྔར་བྱང་ཐུབ་པར་གྱུར་པ་གཟིགས་སོ། དེ་དག་ལ་ཅིག་ཅིག་དེ་གང་ཡང་དེ་དག་ཕན་ཐོགས་པ་ཡོད་མ་རེད་སོང་དེ་འདྲ་རེད། འོ་དེ་ལྟ་བུ་རེད་ད་དེ་ལ་ཕན་མི་ཐོགས་པ་དཔེ་མང་པོ་ཡོད་མེད་འགྲོ་གི་སངས་ཀྱི་སྙིང་པོ་ཅན་ཡིན་ན་ཡང་རང་ངོ་མ་ཤེས་པས་ན་རྒྱལ་པོའི་དམངས་སུ་མཁྱེན་པ་ལྟར་དུ་དེ་འཁོར་གྱི་ཡོད་རེད་སོང་བ་དེ་རེད། གཟིགས་ནས་ཀྱང་སངས་རྒྱས་ཀྱི་ཐུགས་བརྩེ་བ་ཆེན་པོ་དེ་ཉིད་ཀྱི་དབང་གི་མྱ་ངན་ལས་འདས་པའི་དོན་དམ་པའི་བདེན་པ་བདེ་བ་དབང་གིས་བསྟན་ཏེ། དེའང་སྐད་ཅིག་མར་སྐྱེས་བུ་མཚན་ཉིད་མ་མཆིས་ལ། སྐད་ཅིག་མར་འགག་པོ་མཚན་ཉིད་ཀྱང་མ་མཆིས་ད་དེ་རེད། སྐྱེས་ཤིང་འགག་སྐྱེས་ཤིང་འགག་པ་རྣམས་འགགས་པ་ཟེར་བ་དེ། ཁོ་སྐྱེས་ཤིང་སྐྱེས་ནས་འགགས་སོང་བ་ཙམ་ནི་དག་ཅིག་དེ་ཡིན།

ད་མིག་གི་སྐྱེ་འགོག་རེད། མིག་གི་སྐྱེ་འགོག་རིག་པ་སྦྱར་ན་དེ་སྦྱར་ཆོག་གི་ཡོད། ཀ་གཅིག་མ་སྟེ། སྐྱེ་བ་ལ་ཞོགས་པའི་ཆ་དང་འགག་པ་ལ་ཞོགས་པའི་ཆ། གཉིས་ཡོད་མེད། ཀ་གཅིག་སྔ་མ་འགོག་པ་དང་ཕྱི་མ་སྐྱེ་བ་གཉིས་ཀའི་བར་ལ་ཐུག་དུ་ཡོད་དམ་མེད། དེ་གསུངས་ཡོད། ད་ལྟའི་མང་པོ་ཡོད་རེད། དཔེར་ན། མཁན་པོ་ཀུན་དཔལ་གྱི་ད་ལྟ་ཤེས་རབ་ལེགས་ཡིན་འགྲེལ་པ་གི་མགོ་ན་ཡང་དབུམ་གྱི་སྔགས་ཤེས་བྱ་དང་ཨ་ཡི་སྔགས་བྱ་དང་དབུམ་གྱི་སྔགས་བྱ་དང་ཨ་ཡི་ཤེས་བྱ་ཟེར་ནས་དེ་དག་དེ་ཐོག་ནས་དེ་ནས་མང་པོ་མང་པོ་ཞིག་གསུང་གི་འདུག་བ་དེ་རིགས་འདྲ་བོ་རེད། དེ་འདྲ་ཡིན་དུས་ཁོ་བཀའ་བྱིངས་མ་གཅིག་ཡིན་ན། ད་ང་ཚོས་ལབ་ལབ་གི་ཡོད་རེད་ཁོ་རང་སྐྱིད་ཙམ་ཉིན་ན་ཁོ་རང་དེ་གི་རང་བཞིན་གྱིས་ཁོ་རང་ད། གྱོང་གཟུགས་སྐྱེ་བའི་བདག་ཉིད་ཀྱིན་དེ་ནི་ངེས་པར་འགག་ཆོད་ཀྱིན་སོང་ནས་ད། དེའི་ཚིག་དེ་འདི་དང། འདའི་ཚིག་རེད་བ།

ཡིན་ན་ཡང་སྐྱེ་བ་དང་འགག་པ་དེ་སྐྱེ་བ་ཁོ་རང་འགག་པས་སྐྱེ་བ་ཙམ་ན་འགག་པ་འཁྲབ་ཏུ་ཡོད་རེད་གསུང་གི་ཡོད་རེད་དེ། སྐྱེ་བ་དེ་སྐྱེ་བ་གི་དུས་ཚོད་ཀྱི་རག་ཤ་ཡོད་མེད་དེ་དངོས་ནས་དབུ་མའི་རིགས་པའི་ལྟ་བ་ན་ལྟ་ཡག་པོ་ཡོད་རེད་དཱ། སྐྱེ་བ་དེ་སྐྱེ་བའི་དུས་ཚོད་ཀྱི་རག་སོང་བ་ཡིན་ན་དེ་སྐྱེ་བ་ལ་ཞོགས་པ་དེ་སྐྱེ་བ་རེད་དཱ་སྐྱིད་པ་དེ་སྐྱེ་བ་རེད། འདི་རེད་དཱ།

ཡིན་ན་ཡང་ད་འདིའི་སྐབས་སུ་སྣང་འགག་འདྲ་བོ་དེ་ག་རེ་རེད་ཟེར་དོན་ནི། སྐད་ཅིག་མ་ཁོ་རང་ལ་སྐད་ཅིག་ཆད་མེད་བཟུང་དང་འཛིན་པ་སྐྲར་བརྩེ་བ་ནང་བཞིན་རེ་རེད་དེ་ད་དེ་རེད་དེ་གི་དེ། སྐད་ཅིག་མར་འགག་པའི་མཚན་ཉིད་ཀྱང་མ་མཆིས་ལ་ཞེས་ད་དཔེར་ན་རྫོགས་ཆེན་གྱི་སྐབས་སུ་ཡང། སྐད་ཅིག་ཆ་མེད་ད་ལྟའི་རིག་པ་ཡན་ལག་མང་ཡོད་ན་དེ་གཉིས་གང་ཅིས་ཤི་མི་སྲིད་པ་སྟོང་སོང་ནས་ད་ལྟའི་རིག་པ་སྐད་ཅིག་མ་འདིའི་ངང་ལ་བཞག་ཆེ་བར་དུ་སྐད་ཅིག་མ་རིག་པ་ངང་སྐད་ཅིག་མ་གཅིག་གཅིག་སྐད་གཞི་གཅིག་ན་དང་རིག་རིག་རིག་ལྡོག་ལྡོག་བྱས་ནས་མིག་གི་མདུན་ན་ཡོད་པ་གཅིག་ལྟ་འདུག་ས་ཅི་ཡོད་མ་རེད་ད་ལྟའི་སྐད་ཅིག་མ་དེ་ག་རང་སྐྱེ་འགག་གི་མཚན་ཉིད་དང་བྲལ་བའི་རང་བཞིན་དུ་ངོ་ཤེས་ནས་དེ་ནི་དེ་ག་རང་གི་དུ་གུ་གོ་རང་ག་རེ་ཟེར་གི་ཅིག་ཤིག་ཀུན་འགྲོ་ཆེན་འགྲོ་གི་ཡོད་རེད་ཀ་ཅིག་མ་འགགས་པའི་མཚན་ཉིད་ཀྱང་མ་མཆིས་དེ་མེད་པའི་སྐྱེ་བ་དང་འགག་པ་འགོག་ཏུ་མེད་པ་དེ་སྲིད། དེ་ལ་སྐྱེ་བ་དང་འགོག་པ་མངོན་དུ་གྱུར་པ་ཞེས་བྱའོ་ཟེར་གྱི་རེད་དེ་རེད་དེ་སྐྱེ་འགག་སྐྱེ་འགག་ཀྱི་ཡོད་མ་རེད་སོང་ཟེར་དེ་རེད། དེ་ལྟར་མངོན་དུ་གྱུར་པའི་དུས་ན་མངོན་དུ་གྱུར་པའི་མཚན་མའང་མ་མཆིས་དེ་རྗེས་དེ་ཡི་དཔེ་མི་སྲིད་པར་མཐར་ཕྱིན་པ་སོང་འདུག་བ། དེ་ལྟ་དེ་ལ་རྟག་ཏུ་བདེ་བ་ཞེས་བརྗོད་པ་རེད་སོང་ནས་ད་དེ་བདེ་བ་དེ་ང་ཚོ་རྫོགས་ཆེན་འདི་སྔགས་ཀྱི་སྐབས་སུ་ཡང་ད་ཅིག་བདེ་བ་ཆེན་པོ་ཟེར་བ་དང་ན་ཅིག་བདེ་མཆོག་ཟེར་བ་ད་བོ་དང་ན་བདེ་ཆེན་ཟེར་བ་དང་འདི་རིགས་འདི་ཚང་མ་ནི་རིགས་གོ་ཡ་ཡིན་ས་རེད་མཐར་ཐུག་བདེ་བ་དེ་ལ་གང་རེད་ཟེར་ན་དེ་མ་ཡིན་པར་འཇིག་རྟེན་ཐ་མར་གྱི་བདེ་བ་ཙམ་ལ་བདེ་བ་ཟུང་གི་ཡོད་མ་རེད། གཉིས། དབང་བོ་གཉིས་བསྒྱུར་བདེ་བ་ནི་དེ་ཉིད་ཡིན་ཞེས་སྐྱེས་ངན་སྣབས་སེ་པདྨ་རྡོ་རྗེ་གི་དེ་གི་སློབ་དཔོན་དྲིལ་བུ་སློབ་དཔོན་ཆེན་པོ་པདྨ་རྡོ་རྗེ་གི་དེ་གི་པདྨ་འབར་མཛད་ཟེར་བ་ད་གསང་བ་འདུས་པ་གི་དེ་གི་ལོ་རྒྱུས་ནང་ལ་ཡོང་གི་རེད་བ། དེའི་གི་མཛད་པའི་ད་ལྟ་གྲུབ་པ་སྡེ་བདུན་གི་ནང་གི་ད་ལྟ་གསང་བ་གྲུབ་པ་ཞེས་བ་ཞིག་ཡོད་རེད་བ། སའི་གསང་བ་གྲུབ་པའི་ནང་ལ་ཚིག་དེ་ག་རང་གསུངས་ཡོད་རེད་བ། ད་དེ་ག་དུས་གསུངས་གི་ཡོད་རེད་ཟེར་དོན་ད་ད་ང་ཚོས་བོད་ཀྱི་དབང་པོ་གཉིས་སྦྱར་ལ་སོགས་པ་ལས་བྱུང་བའི་དེ་འབྲིང་གི་བདེ་བ་དེ་ང་ཚོས་མཚམས་མཚམས་ལ་དབང་གསུམ་པའི་སྐབས་སུ་ངོ་སྤྲོད་བྱེད་ཡ་དེ་འདྲ་སྔགས་ཀྱི་སྐབས་སུ་ཡོད་རེད་བ་ཡིན་ན་ད་ལྟའི་བདེ་བ་དེ་དངོས་གནས་ཀྱི་གཙོར་རྟོགས་ལས་སྐྱེས་པའི་བདེ་བ་འཛིན་ཚོར་དང་བཅས་པ་ཅིག་ཡིན་ན་དེའི་བདེ་བ་དེ་བདེ་བ་ཆེན་པོ་ཡིན་སྲིད་ཀྱི་མ་རེད། དེ་ཡིན་སྲིད་མཁན་ཡོད་ན་རྐྱེན་ངན་དེ་མི་རྟག་པ་དེ་དེ་འདྲའི་གི་དེ། ཁ་ཅིག་བཀའ་ཤག་རེ་ཟུང་ནས་བཀའ་བསྐྱིལ་གནང་ཡོད་རེད། དེ་མྱོང་བ་པོ་མེད་མྱོང་བ་པོ་མ་ཡིན་པའང་མ་མཆིས་པར་དེ་ལ་ངོ་བོ་གཅིག་ལ་ཤེས་པ་མངའ་ཞེས་ཇི་ལྟར་བརྗོད་དེ་བ་ད་དེ་གཅིག་དང་ལྔ་ཚོས་བཀའ་ཤག་ཡོད་མ་རེད་ཟེར་ཁྱད་པར་དེའང་མྱ་ངན་ལས་འདས་པའི་ཆོས་རྣམས་ཀྱི་སྐྱེ་བ་བཀག་པའི་རྟགས་འདི་མི་སྐྱེ་བར་ཤེས་པ་ཡིན་ནོ་ཞེས་པ་ནི་སྣ་ག་ལ་རུང་སྟེ་དེ་ལྟ་བུར་སྣང་བ་དེ་ནི་སངས་རྒྱས་ལ་བསྐུར་ཡང་དེ་དགའ་ཙམ་བཀའ་བསྐྱིལ་གནང་ནས་ཁྱོད་རང་དེ་ལབ་ཆོག་གི་མ་རེད་ལབ་དགོས་ཀྱི་མ་རེད་ནའང་ཁྱོད་རང་གིས་གནང་གི་མ་ཤེས་ནས་དེ་འདྲའི་ལབ་གི་འདུག། དེ་ལྟ་བུ་རེད་གསུངས་པ་དག་དེ་གི་བསླབ་མདུན་གྱི་རྟོགས་པ་གཉིས་པ་ཟེར་བ་དེ་རེད། དེ་བས་ངས་འདིར་ཉོན་ཅིག་གསུངས་ནས་སློབ་དཔོན་གྱིས་བདག་མདུན་བསྐུར་དུ་གསུང་བ། བླ་མེད་མྱང་འདས་ཆེན་པོ་ནི་གསར་རྫོགས་རྟགས་བཞིའི་སྣང་བ་དེ་ཐ་མར་རྨོངས་པའི་གཞི་ཞིག་ན་ཕྱིར་བ་རྣམས་ཁྱབ་པར་འཛིན། ད་འཇིག་རྟེན་འགའི་དེ་གི་དེ་གི་དེ་འདྲ་ཡོད་ས་རེད་ཐག་པ་ཉིད་ལ་ཞུགས་པ་ཀུན་ཤེས་བྱེད་ལྟ་བུར་རློམ་ནའང་བློ་ཡིས་བཞག་པ་བདག་འཛིན་ཙམ་དེ་ལྟ་བས་འདི་ཀླུ་ཞིག་གི་འཛིན་པ་དེ་ད་དུང་ཐང་ཡོད་ལགས་ལྟ་བ་དྲུག་ཅུ་རེག་གཉིས་ཡིས་ཀྱང་དོན་ལ་འཛིན་གྱི་རྣམ་བཞག་དེ་བདེན་པའི་དོན་དུ་ག་ལ་ཡོད་ད་འདི་ལྟ་བ་དྲུག་ཅུ་རེག་གཉིས་ཡོད་ནི་མེད་ན་ཧ་གོ་མ་སོང་ད་ལྟ་བ་དྲུག་ཅུ་ཟེར་བ་ཞིག་ཡོད་རེད་པ་ཚངས་པ་བཀྲ་བ་མདོ་ལ་སོགས་པ་རྣམས་ལ་ལྟ་བ་དྲུག་ཅུ་གསུངས་ཡོད་རེད་ཡིན་ན་ཡང་ད་འདི་དགེ་འདུན་ཆོས་པ་རིན་ནམ་མ་ནི་གང་ཞིག་གིས་དེར་གསུངས་འདུག་བ་འདི་སྐབས་ཀྱི་ལྟ་བ་དྲུག་ཅུ་བར་ཆད་གོ་རིམ་པ་ཡིན་ནམ།

བདེན་པའི་དོན་འདི་ག་ལ་ཡོད་བློ་བྱིན་སྐྱེ་བོ་ཁོ་ན་ཡིས་བླང་དང་དོར་བ་མེད་པར་ཆུབ་ཟེར་ཏེ་དེར་བླང་དོར་མེད་པར་རབ་ཏུ་ཤེས་ན་དེ་ནི་ད་ཆོས་བརྒྱ་ཟ་འོག་ཏུ་འདུས་པ་ལྟ་བུ་ཟེར་བ་ཞིག་ཡོད། འོ་དེ་བླང་དང་དོར་བ་མེད་པར་ཆུབ་ཟེར་དེ་བཞིན་ཕུང་བའི་ཆོས་རྣམས་ཀྱི་དཔེར་ན་རྣམ་རྫོགས་སྦྱོར་བ་ཟེར་བ་ཞིག་ད་ཤེར་ཕྱིན་ནང་ཡོད་རེད་བ་ཇི་ལྟར་ཤེར་ཕྱིན་ཟེར་བ་འདི་ཕ་ཅིང་ང་སོགས་ཀྱི་ཚད་མ་དང་དེ་འདྲའི་རིགས་པ

དེ་དག་ད་ག་ཅིག་མི་སྦྱོར་བ་ནི་དེ་རེ་བ་ད་དེ་དེ་ཡིན་ད་ཡིན་རེ་བ་ཡིན་ན་དེ་དག་ཀྱང་མཐར་གཏུགས་ན་དེ་གང་རེ་ཆགས་སྡང་དང་རང་གི་སེམས་ཀྱི་ངོ་བོ་ལ་ལྟ་བ་ཞེས་པ་དང་དབུས་དབང་རྫི་དབུས་དབང་རྫི་བཞིན་དབུས་དབང་རྫི་བཞིན་ཞེས་པའི་ཚིག་དེ་ད་ད་ད་བདག་མོ་གི་ད་ད་དེ། རང་བཞིན་རྟོགས་པ་དམ་ཆོས་ལ་སོགས་པ་རྣམས་ལ་ཧ་ཅང་རྒྱ་ཆེན་པོ་ཡོང་འདི་དག་རང་བཞིན་རྟོགས་པ་ཚིག་ཚིག་དེའང་ངེས་འགྱུར་རོ། ད་དེ་མ་འོངས་པ་ན་དེ་ག་རང་བར་ཆུ་ཡོངས་ཁྱབ་ཆགས་ཀྱི་ཡིན་མེད་ཧ་གོ་མ་སོང། བསམ་བློ་འགྱུར་བ་མ་སོང་ན་ད་ལྟའི་ཆ་ལ་དེ་ལྟར་འགྱུར་བ་རེད། དེ་བྱུང་དེའང་རྒྱུ་རྐྱེན་པ་རེད། རང་བཞིན་རྟོགས་པ་དམ་ཆོས་ཀྱི་ནང་ན་དེ་ནི་དབྱིག་པ་རྩི་ཤིང་ཟེར་བ་དེ་རང་རང་གི་སེམས་སེམས་ལ་ལྟ་བ་སེམས་གཅིག་པུ་ལ་ལྟ་བ་སེམས་ཁོ་ནར་ལྟ་བ་ཟེར་བ་དེ་འདྲ་ཞིག་ཡོང་གི་ཡོད་རེད་དེ་སེམས་ཁོ་ནར་ལྟ་བ་དེ་ལེགས་པོ་ཞིག་བྱུང་བ་ཡིན་ན།

གང་ལྟར་ཡང་དངོས་པོ་ཆོས་ཉིད་ལ་འགྱུར་བ་ཡོད་པ་རེད་གསུངས་རེད་ད་དེ་ནས་ཞི་བདེ་དང་བདེ་བ་ཡི་མཚན་ཉིད་མྱང་འདས་མཚན་ཉིད་དེ་ལྟར་ལ། ཁོ་བོའི་ནང་གི་གཏམ་པ་འདི་ཁྱོད་ཀྱིས་ལྟ་བ་སྤོང་ཕྱིར་ཏེ། ཁོ་བོ་དེ་ལྟར་དུ་གཟབ་ནན་གྱིས་ནི་བཤད་ཡ་དེ་ཁྱོད་རང་གིས་དེ་ལྟ་བ་སྤོང་བའི་ཕྱིར་ད་ལྟ་བ་ཐམས་ཅད་སྤོང་བའི་ཕྱིར་དམ་པའི་ཆོས་འདི་དོན་དུ་བཟོད་པ་གོ་དམ་དེ་ལ་ཤངས་ཚར་ལོ་གསུམ་ཡང་གསུང་གི་ཡོད་པ་དེ་དངོས་གནས་དེ་གོ་ཡ་འདུག་བ་དེ་བས་དེ། ལྟ་བ་སྤོང་བའི་ཕྱིར་རེད། ད་ཡིན་ན་ཡང་དེ་གི་དེ་རྒྱ་ཡིག་གི་ནང་ལ་དེ་གི་སྟངས་ཀི་ལྟ་བ་ཟེར་བ་ཙམ་མ་རེད་ད། དེ་གི་ལྟ་ལྟ་བ་རྔན་པ་སྤོང་བའི་ཕྱིར་ཟེར་བ་འདྲ་བོ་ཕར་ཆེར་རྒྱ་ཡིག་གི་སྟངས་ལ་དེ་འདྲ་ཡོད་ས་རེད་ད་ངའི་བོད་ཡིག་གི་སྟངས་ལ་ལྟ་བ་སྤོང་ཟེར་བའི་བར་དེ་འདྲའི་རྒྱུར་བཞག་དེ་ཁྱོད་ཀྱི་ལྟ་རྔན་སྤོང་ཕྱིར་དེ་ཟིག་ད་དེ་འདྲའི་རྒྱུར་ན་སྒྲ་བསྒྱུར་དེ་འདྲའི་རྒྱུར་ཆགས་ཀི་ཡོད་ཟེར། བཤད་པའི་རྗེས་སུ་མ་འབྲངས་ན་ཆ་ཙམ་ཆོས་ཀྱི་གོ་ཡང་བྲིས་ཟེར་ད་ཁྱོད་རང་གི་ཚིག་གི་རྗེས་སུ་མ་འབྲངས་ན་ཅུང་ཟད་ཅུང་ཟད་རེ་གོ་གི་རེད་གསུངས་རེད་འདི་དག་གོ་ཡ་འདུག་བླ་མ་ཐོག་ཏུ་མི་སོང་རེད་ཚིག་གི་རྗེས་སུ་འབྲངས་ན་དེ་གསུམ་གྱི་ཁ་འཁྱིལ་རང་ཉིད་འཆང་བ་ལྟར་དུ་དེ་ག་ལས་ག་ལས་ཀྱི་ནི་རྟོགས་པ་གི་བར་གྱི་འཆང་འགྲོ་གི་རེད་གསུངས། རྩོམ་པ་ལམ་སྟོན་གྱི་མགུར་དེའི་ཐུགས་དཔག་དང་རྟོགས་པ་གཉིས་ཤང། དགག་ཞང་དགོས་ལ་ཡི་རང་བོར་གྱུར་ནས་ཕྱིན་ཏོ་ཟེར་བ་རྩོམ་པ་ལམ་སྟོན་གྱི་མགུར་དེ་ཚུལ་དེ་དུ་ནི་རྟོགས་པ་ཐོག་དགའ་མགུ་ཡིན་རང་ནས་ནི་ཕེབས་ནི་དེ་ག་རང་ཕེབས་སོང་རེད། ཨང་དེ་རེད། ད་བསམ་ཚུལ་མཁན་པོ་བཅུ་བསམ་ཟེར་བ་ཞིག་རྗེས་སུ་བཟུང་ཤག་དེ་ནི་ད་དེ་ཚན་པ་དེ་དེ་རང་འགྲོ་ནི། དེ་ཡང། བསམ་ཚུལ་མཁན་པོ་བཅུ་བསམ་ནི་ཡུལ་ཕྱི་དྲུག་ཡིན་ཟེར་བ་ས་ཆ་ཞིག་རེད་ཀྱང་ད་ལྟའི་ཆ་ལ་དེ་ག་ཅང་ཤིས། ཧྲན་ཅང་ཤིས་ཟེར་བའི་རྒྱ་ནག་གི་ས་ཆ་དེ་ཁྲང་ཨན་ཆང་མཁར་གྱི་མི་ཡིན་ཞིང་རུས་མང་ལ་ལུས་ཞིག་འགྲོ་བ་ཞིག་དེ་ཡར་ཚ་བོ་ཕྱིས་སུ་ཚོགས་བཞི་དེ་དག་སློབ་དཔོན་དབུས་ནང་གི་གདན་སར་རེ་བ། སློབ་དཔོན་ཆེན་པོ་དབུས་དང་མ་རེ་སློབ་དཔོན་ཆེན་པོ་རབ་སྤྲུགས་པ་སྟེ་དབུས་ནང་བྱ་བ་ཞིག་བཞུགས་ཤིང་འདུལ་བ་ཤིན་ཏུ་བགྱིས་པའི་སྙན་པ་སར་ནས་འབྱར་དུ་ཡོང་ཞིང། སློབ་དཔོན་ལ་གུས་པས་བསྟོད་པ་ཞིག་སྟེ། དེ་ལ་བསང་ཐུན་མཁན་པོ་བཅུ་གསུམ་ན་རེ།

དེ་ལ་སློབ་དཔོན་གྱིས་བླ་འདི་ཁྱོད་སྔར་གྱི་ཅི་ཞིག་སྤྱད་པ་ཡིན་ཞེས་དྲིས་པ་ན། སྐྱོ་བསམ་ན་རེ། འཕགས་པའི་བདེན་པ་ལའང་ཆེད་དུ་རྩོལ་བར་མི་བྱེད་པ་ཡིན་ནོ་ཞེས་ཟེར་རོ། ད་ཐག་ཅིག་བྱ་བ་ག་རེ་བྱེད་ཅེ་ན་དེ་རིམ་པ་ལ་མི་གཏུག་ད་དེ་རིམ་པ་ལ་མི་གཏུག་ཟེར་བ་དེ་གོ་ཀྱོག་རེད་དེ་ཅིག་ཆར་གྱི་ཁོ་རང་གི་ལམ་དེ་མ་ཐག་ཏུ་རྟོགས་འགྲོར་དེ་ཉོན་ཆག་འགྲོ་སྟེ་རིམ་པ་ལ་མི་གཏུག་རུ་བ། སྐྱོ་བསམ་གྱི་ཟེར་ན་དེ་གི་ད་འཕགས་པའི་བདེན་པ་ལའང་ཆེད་དུ་མི་རྩོལ་བར་རྩོལ་བ་མི་བྱེད་མཁན་ཞིག་ཡིན་སྲིད་ད་དེ་འཕགས་པའི་བདེན་པའོ་སྙམ་དུ་དེ་འདྲའི་འཛིན་པའང་མ་བྱས་པའི་བར་དེ་འདྲའི་ད་ལྟ་བ་མཐོན་པོ་ཡིན་ཟེར་ནས་ཡར་རྟོག་འབུར་ང་ཚོས་ཡིན་ན་རྟོག་འབུར་ལག་པས་དབུར་བ་དེ་འདྲའི་རྟོག་འབུར་གྱི་ཡར་བཀྱག་རེད་དེ་འདྲའི་ཡང་སློབ་དཔོན་གྱིས་འོ་ན་ད་ལྟ་རིམ་པ་གང་དུ་ཡོད་དྲིས་པས། དེ་ནས།

གཅིག་སྙེག་འགྲོ་ས་ཅིག་ཡང་ངག་ཅིག་མེད་ན་དེ་ནི་ངག་དེའི་རིམ་པ་ཟེར་བ་ཅིག་ཡོད་མ་རེད་སོང་རེད་དེ་དེར་རིམ་པ་ཟེར་བ་དེ་ཡང་ང་ཚོ་སེམས་གོས་བཏང་ནས་ཅིག་གར་སི་གོར་བ་དེ་གི་ཡུལ་ཅན་ང་ཚོ་གི་ཀླུ་ཡི་ད་བཏང་ན་དེ་ཉོན་མོངས་པ་དང་ཤེས་ཀྱི་སྒྲིབ་པ་ལ་སོགས་པ་དེ་སྣང་ཚུལ་གྱི་ཆ་ནས་གསལ་དེ་ཡོད་པ་ལས་དེ་ནི་རིམ་པ་ཡོང་གི་ཡོད་རེད་མ་གཏོགས་གི་གཤིས་ལ་ཡོད་མ་ད་དོན་དམ་ཞིག་ག་རེ། རྫོགས་ཆེན་རྫོགས་པ་ཆེན་པོ་རང་བྱུང་རྫོགས་པ་ཆེན་པོ་གི་གཞི་ལམ་འབྲས་བུའི་སྨོན་ལམ་རིག་སྟོང་རྡོ་རྗེའི་རང་མདངས་དཔེར་བ་དེའི་ནང་ལ་འཇམ་མགོན་དམར་པོ་རིན་པོ་ཆེ་གི་དྲི་བཟང་རང་བཞིན་ཞིག་ལ་ནམ་མཁའི་གོ་རིམ་འདྲ་གསུངས་ནས་དེ་རང་བཞིན་གྱི་ཞིག་ལ་ནམ་མཁའ་ལ་གོ་རིམ་མེད་པ་བཞིན་དུ་གོ་རིམ་ཡོད་མ་རེད་གསུངས་པ་རེད་དེ།

བཀའ་གནང་ངོ་ཞེས་དང་ཁྱེད་རང་སངས་རྒྱས་ཀྱི་རྣམ་པ་སོང་གསུངས། སྐྱོ་བསམ་གྱིས་ཆུ་ཐོབ་བསམ་པས་སློབ་དཔོན་གྱིས་བཀའ་བཞིན་དུ་ཡེར་ཀྲའོ་ཇི་ཀྲའོ་ཇི་ཀྲའོ་ཇི་ཀྲའོ་ཡི། ཅིང་ཡན་རི་བོར་ཕྱིར་ཕེབས་ཏེ་གཏམ་པ་དཔེར་ཞིང་འགྲོ་བའི་དོན་མཛད་པ་ཡིན་ནོ། ཤེས་རབ་དག་གིས་ཆེར་ཐུགས་ཞིག་པའི་མཚན་ནི་བསམ་དོན་མཁན་པོ་འཕེན་པ་རྒྱ་ཆེན་ནོ་སྟེ་འདི་ཆེར་ཐུགས་ཟེར་བ་དེ་མང་ཆེ་བ་ཞིག་འདི་རིགས་རེད་བྱ། རྒྱ་ནག་གི་དེ་གི་འགྲོ་སྟངས་དེ་ལ་དཔོན་ཆེན་དང་བླ་ཆེན་དང་དེ་ཚོ་གྲོངས་སོང་དེ་གི་ཁོང་རྣམ་པའི་སྐུ་གདུང་བཞག་སོང། བདག་ལ་ད་དེ་ཅིག་ཤེལ་ངོ་འདྲ་བོ་རྡོ་འདྲ་དེ་འདྲ་རྡོ་རིང་འདྲ་བོ་དེ་འདྲ་བཙུགས་ཀྱི་ཡོད་ས་རེད། དེའི་ཐོག་ལ་དེ་ནི་ཕྱིར་སྡོད་ཀྱི་དེ་མཚན་དེ་འདྲ་སྤྲོད་ཡ་དེ་འདྲ་ཡོད་རེད། ཧུའེ་ནན་གྱི་དང་འབྲེལ་བ་དེ་འདྲའི་མང་པོ་ཞིག་ཡོད་རེད་ཧུའེ་ནན་ལ་དང་འབྲེལ་བའི་རྡོ་རིང་གི་ཐོག་ཡི་གེ་མང་བོ་སྙན་ངག་དང་དེ་འདྲའི་མང་པོ་ཡོད་རེད་རྡོ་རིང་ཡི་གེ་མང་པོ་ཡོད་རེད། ཨོ་དེ་འདྲ་རེད་གསུངས་ད་དེ་རང་དེ་འདྲའི་ཅིག་གི་བཞག་བཞག་བཀྲ་ཤིས་བདེ་ལེགས་དེ་ནི་ཁྱེད་རྣམ་པའི་མུ་མཐུད་ནས་དོ་སྣང་དང་ནས་སོང་དེ་ག་ཐུགས་སྣང་གནང་བར་ཞུ།